འོ་མང་གཙོ་ཡར་རྒྱས་ཚོགས་པ་ནང་ལ་ཞུགས་ཡོད་པའི་གི་ཚོགས་གཙོ། གཙོས་པའི་གི། རྒྱུས་ལེན་རྣམ་པ་དང་མཁས་དབང་གི་པའི་བཤེས་གཉེན་རྣམ་པ་དང་དྲ་གྲོགས་རྣམ་པ་གླིང་གི་ཚང་མ་ལ་འཚམས་འདྲིའི་སྐུ་ཁམས་སང་དུས་གསུམ་བདེ་ལེགས་ཞུ་གི་ཡོད། འོ་དེ་ནས་ང་ཚོ་དེ་རིང་གི་སྐུ་མགྲོན། འོ་བསྟན་འཛིན་ཆོས་སྐྱིད་ལགས་རྟེན་འབྲེལ་ཞུས་པ་རེད་ཨ་ནི་དེ་རིང་ད་ཆུ་ཚོད་དགུ་བ་ནས་བྱས་ནས་ཆུ་ཚོད་གཉིས་རྩ་བཞི་རིང་ག་ལ་ཡག་ནི་འདུག་བྱས་ནས། དེ་འདྲའི་ཤོད་ཅེས་ཁོ་རང་གིས་གསུང་བཤད་གནང་ཡ་དང། ད་ག་ནང་བཞིན་དྲི་བ་དྲི་ལན་གྱི་སྐོར་ལ་ཡ་སྤྱི་འཐུས་ཀྱི་སྐོར་ལ་ཡ་ད་ང་ཚོ་ཚོ། སྐབས་བཅོ་བརྒྱད་པའི་སྤྱི་འཐུས་ཨ་རིག་གི་སྤྱི་འཐུས་འོས་མི་གི་ཐོག་ནས་ཡ་བཞང་གི་ཡོད་པ་སོང་ཙང་འདུག་སེ་དེ་འདྲའི་ཤོད་པ་རེད་དེ་སོང་ཙང།

བ་དེ་འདྲའི་འདི་ག་ལ་དངོས་སུ་ཁོ་རང་དངོས་གནས་དྲ་གནས་ཁོ་རང་ཏང་ག་རང་ཚོ་བོད་སྤྱི་བ་ལ་ཕན་གི་དྲི་བ་དེ་འདྲའི་ཡིན་ན་རེད་བསམ་འཆར་ཡིན་ན་རེད་རེད་བ། ག་རེ་ཡིན་ན་རེད་འོ་དེ་ཡང་ནི་ནང་པ་ཚོ་གི་ཕེ་སྒུག་གི་ཡོད་རེད་ཞུ་གི་ཡོད། འོ་དེ་ནི་ད་ཧན་ད། ངས་ཀྱི་བསྟན་འཛིན་ཆོས་སྐྱིད་ལགས་ཀྱི་ལོ་རྒྱུས་མདོར་བསྡུས་ཅིག་འདུག་སམ་ཞུས་ན་བསམ་སོང། འོ་སྤྱི་བཏང་གི་ད་ཁོ་རང་འཁྲུངས་ས་དེ་ཤི་ལོང་ནས་རེད་ཤག། ཤི་ལོང་ལ་ས་དེར་མེ་གྷ་ལ་ཡ State གི་ནང་ལོགས་ལ་ཡ་ཤི་ལོང་ཟེར་ངེས་ས་ཆ་གཅིག་ཡོད་རེད་དེའི་ས་ཆ་དེ་པད་མ་ཚིག་གི་ཡག་པོ་བཞི་བོ་གཅིག་ཡོད་རེད་ད་ག་ལྟར་རེད་ས་མཐོ་པོ་ཆེ་ས་ཆ་ཡུལ་ལྗོངས་ཡག་པོ་སྐྱིད་པོ་རྣམ་ཤེས་ཡག་པོ་བཞི་བོ་གཅིག་རེད་དེ་འདྲས་གཅིག་ལ་ཡ་འཁྲུངས་འདུག་ཨ་ནི་བླ་བྲ་པུ་ར་ཐོན་ཚར་བའི་ཞུ་གུ་ལ་ཡ། ཨ་ནི་ཁོང་རང་གི་བླ་བྲ་ཁ་ལ་ཡ་དགེ་རྒན་ནང་ཤག་བ་ཡུལ་སྟོད་བ་ལ་ཡ་དགེ་རྒན་ནང་འདུག་སློབ་ཕྲུག་མང་པོ་ལ་ཡ་དངོས་གནས་དྲ་གནས་ཁོང་རང་པད་མ་ཚིག་གི། ཕྱག་ལས་ཡག་པོ་གནང་ཤག་དེ་ཞུགས་ལ་ཡང་ནི་ཁོང་རང་གི་གཞས་དེ་འདྲ་བཏང་གནང་འདུག་གཞས་མང་པོ་ཞུགས་ཤིག་བཏང་གནང་འདུག་ཨ་ནི་གཞས་ཀྱི་པད་མ་སྲིད་ཀྱི་ད་གཞས་སྐད་གྲགས་ཚ་པོ་ཞེ་དྲག་དེ་འདྲའི་མང་པོ་ཞིག་བཏང་གནང་ཤག་དེ་ལས་ཡང་ནི་གཞས་མ་གྲགས་ཅན་གྱི་གཟིངས་རྟགས་དེ་འདྲའི་ཡང་ཁོང་གི་གཞས་གནང་འདུག་ཨོ་དེ་ནི། དེའི་ཞུ་སྐུལ་ལ་ནི་ཁོང་རང་གིས་ཡང་བོད་པའི་གི་རིག་གཞུང་གི་སྐོར་ལ་ཡ་ད་རྒྱ་གར་དང་ད་བལ་ཡུལ་དང་སི་ནི་ཤུ་ནི་ཤི་ནི་གྷ་ས་ཁ་ལ་ཕེ་གནང་ཆེད་དེ་འབྲེལ་གི་ཐོག་ལ་ཡ་ཡང་ཁོང་རང་ཕྱག་ལས་མང་པོ་ཞེ་བོ་ཅིག་གནང་བཞག་ད་དངོས་ནས་རོ་ད་པད་མ་སི་གིས་གང་ད་ཕྱག་ལས་མང་པོ་ཞེ་བོ་ཅིག་གནང་བཞག་ཉམས་མྱུང་འདུག་སློབ་སྦྱོང་འདུག་ཚང་མ་འདུག་དེ་པད་མ་སི་གིས་དཔེ་ཡག་པོ་ཕྱག་ལས་གནང་བཞག་དེ་འབྲེལ་གི་ཐོག་ལ་ཡ་དངོས་ནས་པད་ཉམས་མྱུང་ཆེན་པོ་རེད་བཞག་བོད་གི་རིག་གཞུང་དང་དེ་འབྲེལ་གི་སྐོར་ལ་ཡ་ད་འོ་དེ་འདྲས་རེད་བཞག་ཨ་ནི་དེའི་ཞུ་སྐུལ་ལ་ཁོང་རང་གིས་ཨ་ནི་དེ་ནི་ཡ་ད། ཨ་རི་དུ་ཨ་ཕས་ཆེ་ནས་ཡང་དངོས་གནས་དྲ་ནས་ཁོ་རང་བཙན་བྱོལ་བོད་དྲ་ཟེར་ནས་ད་མི་མང་ལ་ཡང་དངོས་གནས་དྲ་ནས་ཁོ་རང་བོད་པའི་གི་སྐོར་ལ་ཡང་ད་ཞིའུ་ཅིག་ཡག་པོ་ཅིག་དངོས་གནས་དྲ་ནས་ཕྱག་ལས་ཡག་པོ་གནང་ཡོད་ད་རྣམ་པ་ཚོ་མཁྱེན་གསལ་རེད་ད་དེ་ཡུ་ཀྲུབ་ཁོ་རང་ཡོད་རེད་རོ་ཨོ་དེ་འདྲས་ཡོད་རེད་ད་ག་ནང་བཞིན་ཡིན་ཏེ་བོང་བེ་དུ་བ་ལ་ཡང་དངོས་གནས་ཕྱག་ལས་ཞིའུ་ཅིག་གནང་ཤག་ད་ག་ད་དེ་འདྲས་གི་ཐོག་ནས་ཡང་ཡང་ཁོ་རང་ལ་ཡང་གཟིངས་རྟགས་དེ་འདྲས་ཡང་བྱུང་ཤག་ད་མདོ་སྟོད་འདྲ་བོ་ཅིག་འདུག་ཞུ་གི་ཡིན་རོ་ཨ་ནི་རྩ་བའི་ཞིབ་ཕྲ་ཁོ་རང་གི་ཨ་ནི་འདིར་མ་འདུག་གསུང་གི་རེད་ཨོ་དེ་ཨ་ནི་རྣམ་པ་ཚོ་ད། ཆོས་སྐྱིད་བསྟན་འཛིན་ལགས་ཀྱི་ལོ་རྒྱུས་མདོར་བསྡུས་འདྲ་པོ་ཅིག་འདུག་ཞུས་བྱ་ཡི་མོ་མདོ་ཡང་རྩ་འགྲེལ་གྱི་ཞིབ་ཕྲ་དེ་ཁོང་རང་གིས་གསུང་གི་རེད། འོ་དེ་འདྲས་སོང་ཙང་ཨ་ནི་ཆོས་སྐྱིད་ལགས་ལ་ངོ་ནས་དྲ་ནས་ཁོ་རང་དཔེ་མ་སྲིད་ཀྱི་ཨ་ནི་ཡག་པོ་རེད་ཤག་འོ་ནི་ལོ་ཆུང་ཆུང་རེད་ཤག་སློབ་སྦྱོང་ཡག་པོ་འདུག་ཨ་ནི་ཤེས་ཕོད་པ་རེད་ཤག་འོ་དེ་འདྲས་ཀྱི་ཉམས་མྱོང་འགའ་འདུག་སྤྱི་ཚོགས་ཀྱི་ཐོག་ནས་རོགས་ཨ་ངོ་ནས་དྲ་ནས་ཁོ་རང་ཞི་བོ་ཅིག་ངོ་ནས་ཡག་པོ་རེད་ཤག་ད་རེས་ཨ་རི་ནས་ཡ་སྤྱི་འཐུས་ཤག་ངས་ད་བུ་མོ་དང་པོ་འདྲ་པོ་ཆགས་ཀྱི་འདུག་ཨ། དེ་ཚོ་ངོ་ནས་དྲག་ནས་མིག་དཔེར་བལྟ་ས་ཅིག་རེད་ད་ང་རང་ཚོ་ངོ་ནས་རོ་གཞོན་སྐྱེས་ཚོ་ལ་ཡ། མ་འོངས་པོ་ལ་ཡ་ངོ་ནས་དྲག་ནས་ཁོ་རང་དཔེ་མ་ཚིག་ཡག་པོ་རེད་ད་དེ་འདྲས་ཡོད་འདུག་ག་ལ། ཨ་ནི་བསྟན་འཛིན་ཆོས་སྐྱིད་ལགས་ལགས། འོ་དེ་ད་རེ་ཕེར་བ་དེ་ལ་ཐུགས་ཆེ་ན་བཀའ་དྲིན་ཆེ་ཞུ། འོ་དེ་ནི་སྐུ་མགྲོན་མཆོག་དེ་ལ་ཕེར་རོགས་གནང་ཨ་ནི་བཀའ་སློབ། ལམ་སྟོན་གནང་རོགས་གནང་ཞུ་གི་ཡོད་ཐུགས་ཆེ་ན་བཀའ་དྲིན་ཆེ། ད་དང་པོ་དེ་ང་རང་གི་ཕ་རུ་ཨ་ཕ་གྲོངས་འགྲོ་ངས་ཁོ་རང་གི་ཨ་ནེ་ཕ་ཡུལ་དེ་ཡིན་པ་ཡིན་ན་ང་ཚོ་ཁམས་གོ་འཇོག་ནི་རེད་ཨ་ནེ་ད་ག་ན་ཞིག་གི་ངས་ཧ་གོ་ཡ་ལ་ཨ་ནེ་ཁོ་རང་གི་ཕ་དང་མ་དེ་ད་ཁམས་པ་རང་ཡིན་པའི་སྐད་ཆ་ཞིག་འདུག་ཁམས་ག་ནས་ཡིན་པ་དེ་ཧ་གོ་མ་སོང་ད་ག་ད་མེད་ང་ཚོ་ཁམས་གོ་འཇོག་ནི་རེད་ཨ་ནེ། ཨ་མ་གི་མིང་ལ་བཀྲ་ཤིས་མཚོ་ས། ཨ་ཕ་གི་མིང་ལ་ཁར་ས Anyways ཨ་ད་ང་ཐོབ་སྐྱོ་སྐྱོ་ལ་དྲན་མ་སོང་ཨ་ནི་ངའི་མ་དེ་ཨ་ནི་སོ་ལོ་ཁུང་བུ་ནི་རེད་དེ་ཨ་ནི་མོ་རང་གི་ད་ལུ་རྒྱུ་མ་ཞིབ་ཚགས་བྱེད་ནི་འགྲོ་བ་ཡིན་ན་ཨ་ནི་ང་ཚོ་ཤར་ཕྱོགས་ནི་ཡོང་ཡིན་ཙང་ཨ་ནི་ག་བ་ནི་ཡོང་ཡིན་ལ་དེ་ག་ལ་ཤར་ལ་དེ་ག་ལ་ཨ་ནི་ཤར་པར་ལ་ནི་ཤར་པར་མང་བྱས་ཀྱི་ཨ་ནི་མིང་དུག་ཐོབ་པ་རེད་ཨ་ནི་དང་པོ་ད་རིང་དེ་བ་ལ་ཡང། ཤར་པཱ་ལའི་དེ་ཚོ་ཡང་ཤར་པཱ་ན་ལོ་ལའི་སྣ་ཁ་མང་པོ་འབྱིན་དགོས་འདུག་བ། དེ་ཡིན་དུས་ག་ལ་ང་ང་རང་ཚོ་བོད་མི་མང་གི་ཧ་གོ་དགོས་ཡ་དེ་ག་རེ་ལ་བ་ཡིན་ན་ང་ཚོ། ཤར་པཱ་ཟེར་ངེས་དེ་མི་རིགས་དེ་དངོས་གནས་ཚོ་ལ་ད་ང་རང་ཚོ་ད་ལྟ་དེང་དུས་ཀྱི་སྐབས་ལ་ཚ་རིག་པ་གས་ཨ་ནི་ཉམས་ཞིབ་བྱས་དང་བྱས་པའི་སྒང་ལ་འཛམ་བུ་གླིང་གི་གནས་སྟངས་སྒང་ལ་མི་གི་མི་རབས་བྱུང་སྟངས་ཀྱི་སྒང་ལ་ལྟ་ལྟ་ལྟ་དུས་སྒང་ལ་རྩ་ཆུ་བཏང་ཡོང་དུས་སྒང་ལ།

ཟིང་ཡ་དེ་ཨ་ནི་ཧ་ལས་པའི་གི་ཨ། སྙན་གྲགས་ཆེན་པོ་ཡི་རེད་ཨ་ནི་ད་ག་ནང་ཞིག་བོད་ཡིག་དང་བོད། བོད་པའི་གི་རིག་གཞུང་དེ་ང་ཚོ་ཕལ་གི་ལ། དེ། ག་ལོག་རེད་དར། དར་སུ་འདྲ་བོ་ཅིག་ཡིན་པ་ཡིན་ན་དར་སུ་ཧ་ལས་པའི་ཆེན་པོ་རེད་ལ་ངས་དེ་ཅིག་ཞུ་ཡ་ཡིན། ཨ་ནི། དེའི་ཨ་ཡོན་གི་མི་མང་ཆེ་ཅིག་ད་ག་ལོག་རེད། དུས་སྐབས་དེ་ལ་ནི་ང་རང་ཚོ་ག་ལོག་རེད TCB དང་མ་སུ་རི་ལས་དེ་ཚང་མས་ཀྱི་ཉབ་དུས་ཡས་ཀྱི་ཡོག་མ་རེད་ད་ཚང་མ་མཁྱེན་མཁྱེན་ག་རེད་བོད་ནི་མ་གླེང་ངན་དེ་ཚོ་ལ་དང་ཤོས་ཁོ་རང་ཕེ་ཕ་ནི་ཕ་སློབ་གྲ་ད TCB དང་མ་སུ་རི་དེ་བ་ཅིག་བས་ན་ཁང་དྲུག་གོ་ཙང་ཨ་ནི་སྤུ་གོ་མང་གྲ་ཡིན་ཙང་ཨ་ནི་དང་ཤོས་ཀྱི་གོ་སྐབས་དེ་ཨ་ནི་བོད་ནི་གླེང་ངན་དེ་ཚོ་ལ་རག་གི་ཡོད་དུས་ག་ལ་ང་རང་ཚོ་རྒྱ་གར་གཡག་ཡོན་ལི་ཁྱོད་ཤ་ཁྱོད་ཚོ་ལ་ཞེ་དྲག་གི་གོ་སྐབས་ཅིག་མེད་བྱས་དུས་ག་ལ་ན། ང་རང་ཨ་ཕ་འདྲ་བོ་ཅིག་ཡིན་པ་ཡིན་ན་བོད་ཡིག་འདི་གཙོ་བོ་འདྲ་བོ་ཅིག་དང་སོ་སོ་བོད་པ་ཡིན་པའི་གི་ངོ་བོ་ཁྱི་ཡ་དེ་དཔེ་རྩ་ཆེན་པོ་ཡིན་པ་དེ་ཁོ་རང་གི་དཔེ་ང་ལ་ཤུགས་ཆེན་པོ་བཤད་གི་རེད། དེ་དེ་ཡིན་ད་མས་ཞུགས་ཚ་ཡ་ང་ག་ལོག་རེད་ཀོ་ལེ་ཞི་ཐོན་ཚར་བའི་སྐབས་ལ་ཨ་ཕ་གི་ད་དོན་ཡིན་ནས་ཁྱོད་རང་ཡང་བསྐྱར་སློབ་སྦྱོང་སྦྱང་གི་ཡིན་ན་བོད་ཡིག་རང་སྦྱང་གི་ཡིན་ན་ངས་འགྲོ་སོང་བཏང་གི་ཡིན་རྡ་རམ་ས་ལ་རྒྱུགས་དགེ་རྒན་ཡག་པོ་ཅིག་ཁྲིད། གཞན་མེད་ན་ངས་དབྱིན་ཇི་རང་ཆ་ར་ཆོད་རེ་སྦྱང་དགོས་ན་ངས་ངས། བོད་ཤ་མེད་ལས་དེ་འདྲའི་ལ་ཉུལ་ཡོད་བ་རོ། དེ་གི་གར་སྟོན་སྐོར་ལ་དེ་གང་ལ་ང་རང་གཙོ་བོ་བོད་པ་ཡིན་པ་དེ་ལ་དངོས་གནས་ངའི་པ་ལགས་ཀྱི་ཡིད་ཆེས་ཧ་ལས་པའི་གི་འདུག་ཨ་ལ་ནི། དེ་འདྲའི་ཅིག། རེད་ཨ་ནི་འདི་དང་གཉིས་མཉམ་དུ་ད་ག་གང་ད་མེད་ང་ཚོ་ད་སྐབས་བཀུར་སྟི་ཤོད་ལ་སློབ་གྲ་བློ་ཚ་ཡོད་བྱས་ལ་ང་ཤུལ་ལོང་ལ་ཡོང་ཨ་ནི་ཤུལ་ལོང་ནས་རང་ཐག་སྐྱེས་པ་ཡིན་ཨ་ནི་དེ་ནས་ཅིན་ཀོ་ལེ་ཞི་དེ་ནས་བྱས་བྱས་ཨ་ནི་ཕ་ཡུལ་ལ་དགེ་རྒན་བྱས་པ་ཡིན། ཕ་ཡུལ་ལ་དགེ་རྒན་བྱས་དུས་གང་ལ། འཛིན་གྲྭ་ལྔ་པས་མ་བཏབ་ལ། ད་ང་རང་ཚོ་གི་དགེ་རྒན་བྱེད་ཡག་འགྲོ། དགེ་རྒན་བྱེད་དུས་གང་ལ་དབྱིན་ཇི་བསླབ་ཡག་འགྲོ། ད་དགེ་རྒན་ལ་དུས་གང་ལ specific དེ་འདྲ་ཡོད་མ་རེད་དེ་ད་ག་རང་བསླབ་དགོས་རེད subject དེ་བསླབ་དགོས་ལ་དེ་འདྲ་ཡོད་མ་རེད། ད་བལ་ཡུལ་ནང་ལོགས་ལ་དུས་དུས་སྐབས་ལ་ཨ་ནེ་སློབ་གྲྭ་ཟེར་དུས་གང་ལ་ད་རྒྱ་གར་ནས་ཡོང་མགྱོགས་ཀྱི་སྤུ་གུ་སུ་དང་སུ་ཡིན་པའི་ནས་དེ་ག་ལ་འོ་རེད། སློབ་སྦྱོང་ཡག་ག་འགྲོ་ཅིག་རྩིས་ཡོད་དུས་གང་ལ་ཨ་ནེ། དགེ་རྒན་དེ་ཚོས་མང་ཆེ་ཅིག་ང་རང་ཚོ་བོད་པའི།

ད་ང་རང་གཞས་དེ་ཞབས་གྲོགས་ལ་ཆུང་དུས་ནས་ཨིན་ཡོད་ཡིན་ཙང་ཨ་ནེ་ཁ་ལོ་རེད་ཨིན་ཡོད་བ་མ་ཟད་ང་རང་ཚོ་ཀ་བུ་ཀུ་ཅི་ཤོད་ནས་ཕྱིན་ནས་ཨ་ནེ་གཞས་དེ་ཞབས་གྲོགས་ལ་ད་དཔེ་སྙན་གྲགས་ཆེན་པོ་རེད་ང་རང་ཚོ་ཨ་དོ་ག་ལགས་ཀྱི་རྒྱུད་ནས་ར་གཞས་དེ་ཞབས་གྲོགས་གང་ལ་དཔེ་སྙན་གྲགས་ཆེན་པོ་རེད་དེ་དེ་མ་ཟད་ཨ་ནེ་ཁ་ལོ་རེད་བཞུགས་ཚར་ང་རང་དེ་ཤི་ལོང་ལ་ཡོད་དུས་གང་ལས་དུས་དང་མཉམ་དུ་ཨ་ནེ་གཞས་དེ་ཞབས་གྲོགས་གང་ལ་ག་དུས་ཡིན་ནས་ཡང།

གཅིག་བསྲེ་ལབ་གཉིས་བསྲེ་ལབ་བྱེད་གི་བྱེད་གི་ཨ་ནི་མང་པོ་ཅིག་བསླབ་རོགས་བྱེད་ལ་ཡ་གི་ཞུ་བ་འདྲ་བོ་འཐེན་ཡོད་དུས་གང་ན་ཨ་ནི་ཡིན་དང་ཡིན་ལ་ནི་སྤུ་གུ་ལབ་གི་ལབ་གི་ལ་སྤུ་གུ་འདི་ཚོ་འདི་ག་ས་ཡག་པོ་ཤེས་ཀྱི་འདུག་ན་ང་རང་ལ་ཡ་སྦྱང་ཡ་དང་སྦྱང་བརྡར་བྱེད་ཡ་གི་ད་དུས་གོ་སྐབས་ཅིག་འདུག་ཨ་བསམ་ནས་ཨ་མུའི་ཐུགས་འོག་ནས་ཨ་ནི་ང་རང་ཡ་ག་ལ་འོ་རེད་ཟུར་ལ་བོད་གཞས་འདྲ་བོ་རྩོམ་ཡ་འདྲ་བོ་ཅིག་ཨེ་འདྲས་བྱས་པས་ཡིན་ད་གང་ད་མེད་འདི་གང་ག་གི་བརྒྱུད་ནས་ཞུ་ལ་ད་ག་ལ་འོ་རེད་བོད་གཞས་འདྲ་བོ་ཅིག་ཡིན་པ་ཡིན་ན།

འཁོར་ཐག་དང་པོ་དེ་ཨ་ནེ་ཆུ་སྐྱིད་ཀྱི་སེམས་པ་ལ་ནས་འདུག་ཡོད་རེད། ཨ་ནེ་ཆུ་སྐྱིད་སེམས་པ་ནང་ལོགས་ལ་ཨ་ནེ། ཉིས་སྟོང་ལྔ་གི་ལོ་དེ་ལ་ཨ་ནེ་ང་རང་ཚོ་རྡ་རམ་ས་ལ་ནས་བོད་ཀྱི་རོལ་དབྱངས་ནས་ཨ་ནེ་བོད་ཀྱི་གླུ་མ་ཞེས་བའི་ཨ་ནེ་བྱ་དགའ་ཅིག་ཐོབ་མྱོང། དེ་མ་ཟད་པ་ཨ་ནེ་ཡང་ང་རང་གི་ཞེས་ང་རང་ལ་དགའ་གི་འདུག་ལས་དེ་ཨ་ནེ། ཞེས་དེ་ལ་བྱ་དགའ་ཅིག་ཐོབ་མྱོང། ཨ་ནེ། ཕ་ཆེ་ཕ་ཆེ་དེ་ཞེས་དེ་ཕ་ཆེ། བོད་དེ་ནི་ཕ་ཞེས་ར།

སྐད་གྲགས་ཆེན་པོ་རེད་དེ་དེ་ནང་ལོགས་ལ་ཨ་ནི་ང་རང་ཚོ་རྒྱ་གར་ཡོངས་ཀྱི་ཨ་ནི་ག་བ་ག་ས་ནས་ག་ལ་འོ་རེད་འཛུལ་ཞུགས་བྱེད་ཁ་ཡོང་གི་ཡོད་རེད་དེ་དེ་ནང་ལོགས་ལ་ཨ་ནི་རྩམ་རྒྱབ་ངེས་དང་ཞེས་ཞབས་བྲོ་འཁྲབ་ངེས་དང་ལྟད་མོ་འཁྲབ་ངེས་དང་ད་ད།

དུས་དུས་སྐབས་ལ་ར། ཉིས་སྟོང་དྲུག་བདུན་བརྒྱད་དེ་བ་རེད། འོང་འདུག་བྱས་ནས་ཨ་ནི། ཐ་མ། ཉིས་སྟོང་བདུན་དྲུག་རེད་བདུན་རེད་ཅིག་ལ་བདུན་ཡིན་ས་ཡོད། བདུན་དྲུག་དྲུག་རེད་ཀོང། བདུན་བདུན་ཡིན་ས་ཡོད། བདུན་ལ་ཨ་ནི་འདུག་བྱས་ནས་ཁོ་རང་ཚོ་གིས་ཨ་ནི་ང་ལ་མིས་ཀལ་ཆེ Tibet གི་འདུག་བྱ་དགའ་བཅས་གནང་སོང་ལ་ནི། ཨ་ནི་དེ་མ་ཟད་པ་ད་ང་རང་ཚོ་བོད་རྩ་དོན་སྐོར་ལ་ཁྱེད་རང་ག་རེ་བྱས་ཡིན་པས་ལབ་པ་ཡིན་ན་བོད་རྩ་དོན་སྐོར་ལ་ང་རང་ཚོ་ང་སྒྲོག་བྱེད་ཡིན་པ་ཡིན་ན་ང་ང་གཅིག་པུ་ཚེགས་མ་རེད་ང་ཚོ་བཙན་བྱོལ་ནང་ལ་སྐྱེས་པའི་སྤུ་གུ་ཚང་མ་ཆུང་དུས་ནས་ཨ་ནེས་སྐྱེས་འཕེལ་བརྒྱབ་དང་བརྒྱབ་ཤེས་པ་རེད་རོ། ང་རང་འདྲ་བོ་གཅིག་ན་ལོ་གཉིས་གསུམ་ནས་སྐྱེས་རྒྱ་ཁྱོད་ཀྱིས་སྐྱེས་འཕེལ་རྒྱ་ཁྱོད་ཀྱིས་དེ་འདྲའི་པར་བྱས་ངའི་མི་མང་ལ་འདུག་ས། ང་རང་གི live session གང་འདུག་སྟོན་པ་ཡིན། ཨ་ནེ་ད་ག་ཅིག་པོ་ཚད་ཀྱི་མ་རེད་ཉིས་སྟོང་བརྒྱད་ལ་འདྲ་བོ་ཡིན་པ་ཡིན་ན། པེ་ཅིང་ལ Olympic ཚུད་པའི་སྐབས་དེ་ལ་ཨ་ནེ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ད།

ཁ་ལོག་རེད་བོད་ཁྲག་ར་བུ་ཅིག་ཡིན་པ་ཡིན་ན་བོད་ཁྲག་བརྒྱབ་ཡོད། ཨ་ནི་ད་འདོད་ཡིན་ནའི་མུ་མཐུད་ནས་བརྒྱབ་དེ་ཡོད་ལ་འདུག་ཞོའི་ཨ་ནི་ད་རིང་འདུག་སྤྱི་འཐུས་ལ་ལངས་ཡག་གི་གོ་སྐབས་ཅིག་འདུག་ལ་དེ་ག་ལ་ཡིན་ད་ཡིན་ཨ་ནི་དངོས་གནས། རྐུབ་བཀྱག་མས་ནི་ངས་དེ་ག་ཅིག་བྱེད་ཐུབ་ཀྱི་འདུག་ན་རྐུབ་བཀྱག་ཡོད་པའི་གི་ང་ནི་ད་འདོད་ཡིན་ནའི་བྱེད་ཐུབ་ས་རེད་ཨ་བསམ་ནས་ཨ་ནི་འདུག་སྤྱི་འཐུས་ད་རིང་ལྷོ་བྱང་ཨ་རིག་གི་ཨ་ནི་སྤྱི་འཐུས་མི་ལ་འདུག་ལངས་ཀྱི་ཡོད་ལ། འདི་ཞོའི་ཐེ་ཆེ་ན། ནས་ད། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ནམ་ཞར་རྒྱུན་དུ་ནས་ངེད་ཀྱིས་བཤད་དགོས་ཡ་དེ་ད་མང་པོ་ཅིག་བཤད་ཚར་བ་རེད། ད། མདོ་བདུན་ནས་བཤད་པ་ཡིན་པ་ཡིན་ན། ད་ད་ལྟ་ང་རང་ཚོ། སྤྱི་ཚོགས་ནང་ལོགས་ལ་ངེད་ཀྱིས་ང་རང་སྤྱི་འཐུས་ལངས་བ་མ་ཟད། ནམ་ཞར་རྒྱུན་དུ་ནི་ང་རང་གིས་མི་མང་ལ་བཤད་དེ་བསྒོས་དེ་ངས་ག་རེ་ཤེས་གོ་ལ་བ་ཡིན་ན། མི་མང་གིས་དངོས་གནས་མང་ཚོགས་ཀྱི་གོ་རྟགས་ཡག་པོ་ཅིག་གོ་དགོས་དེ་དཔེ་གལ་ཆེན་པོ་འདུག་ལ་ནི། ཨ་ནི་དེ་དང་མཉམ་དུ། ཨ་ནི་ཁ་ལོག་རེད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་མང་ཚོགས་ཀྱི་གོ་བ་དེ་ཡག་པོ་མེད་དུས་གང་ལ་ཨ་ནི་ད་ལྟ་ཡིན་ནའི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཨ་ད། སྤྱི་ཚོགས་ག་པ་ག་ས་ལ་ད་ང་ཚོ་ཁ་ལོག་རེད།

ཁ་ལོག་རེད་འོད་དེ་སུ་ལ་བླུག་གི་ཡོད་དུ་མེད་དེ་སུ་ལ་བཤད་ཆོག་གི་ཡོད་མ་རེད་ལ་ཨ་ནི་འདུག་ང་ཚོ་ཁྱབ་བསྒྲགས་ཡ་བྱེད་ཆོག་གི་ཡོད་མ་རེད་རོ། ཡིན་ནའི་ཡང་ད་དུས་ཡིན་ནའི་ཡང་ང་རང་ཚོ་ད་དངོས་གནས་ད་ལྟ་བར་དུ་ལོ་དེ་འདྲའི་མང་པོ་ལོ་གཉིས་གསུམ་ང་རང་ཉམས་རྟོགས་ཡིན་པ་ཡིན་ན་ལོ་གཉིས་གསུམ་ཟེར་གྲོགས་ཀྱི་རོ་ང་ཚོ་གང་གཱ་ཨ་ནི་བོད་དོན་དང་རྩ་དོན་གང་ལ་དོན་སྣང་བྱས་དང་བྱེད་དེ་ངས་ཀྱི་ཨ་ནི་ཁ་ཕྱོགས་གཅིག་ལ་འགྲོ་ངེས་འདྲ་བོ་ཅིག་འདི་ཚོ་ཡིན་པ་ཡིན་ནའི་ང་རང་ཚོ་ནང་ཁོག་ནང་ཁོག་ནས

ད་ལྟ་བར་དུ་ལོ་གཉིས་གསུམ་བཞི་འདིའི་ནང་ལོགས་ལ་ང་རང་ཚོ་དཀའ་ངལ་ག་འདྲེ་དང་ག་འདྲེ་ཁྲོད་སོང་དུས་དུས་གང་ལ་ང་ཚོ་བསམ་བློ་ག་འདྲེ་འདྲ་བོ་ཅིག་བཏང་ནས་ང་ཚོ་ག་རེ་ག་རེ་གང་ལ་བཤད་ཡིན་ང་ཚོ་ཁ་ཚ་ཁ་གཉིས་གཉིས་མ་དེ་བ་ལོ་གཉིས་གསུམ་གཉིས་དེ་བ་ལ་བཤད་བཞག་གི་སྐད་ཆ་དེ་ང་ཚོ་ད་ལྟ་བརྗེད་འགྲོ་གི་འདུག་བ་ད་ང་རང་ཚོ་གི་འོད་ཀྱི་འོད། འོས་བསྡུ་གི་འོས་བླུ་ཡ་དེ་ལོ་ལྔ་དང་ལྔ་དང་བརྒྱད་ལ་སླེ་ཡོད་འདི་ག་ལ་ཨ་ནི་དུས་ལོ་ལྔ་དེ་གི་ནང་ལོགས་ལ་ག་རི་ག་རི་བྱུང་པ་དེ་མི་མང་ཡང་སྐྱ་འཇལ་འགྲོ་གི་འདུག་ཨ་ནི་ཡང་སྐྱ་ཡང་སྐྱ་དྲན་སོ་བླངས་དགོས་གི་འདུག་ཨ་དེ་འདི་ག་ལ་མི་མང་ང་རང་ཚོ་སུ་དང་སུ་ཡིན་པ་ཡིན་ནའི་ང་རང་ཚོ་ཚང་མས་གི་དངོས་གནས་བོད་མི་སྒྲིག་འཛུགས་ལ་ཨ་ནི་དབུ་བ་དཔུང་འདེགས་ཞུ་ཡ་དང་བོད་མི་སྒྲིག་འཛུགས་དང་མཉམ་དུ་ཡོད་ཡ་དང་ཨ་ནི་རྒྱ་རོམ་བཅས་ལ་ལ་རྒྱ་རོམ་བཅས་ཀྱི་བཀའ་གསུང་བཞེས་གསུང་ལ་འགྲོ་བཞག་ངེས་གི་མི་མང་སྐྱ་སྐྱ་ཡིན་འདི་ག་ལ་ང་ཚོ། ང་ཚོ་ད་ལྟ་གནད་འགག་དེ་ག་བར་ཐུག་ཏེ་ལ་ན་ང་རང་ཚོ་བོད་མི་སྒྲིག་འཛུགས་ད་རྒྱ་འོམ་བྱས་གོང་ལོ་འབྲས་བུ་ཆགས་གོ་ཡོག་རེད་ཨ་ནི་ད་ག་ནང་བཞིན་གྱི་བོད་མི་སྒྲིག་འཛུགས་དེ་ད་ག་ལ་འོག་རེད་ཕྱོགས་གཅིག་ནས་བལྟ་བ་ཡིན་ན་མི་རབས་རྒན་པ་དེ་ཚོ་ད་ལ་རྒྱ་འགྲོ་གི་ཡོག་རེད་ང་རང་ཚོ་མི་རབས་ཆུང་བ་ཅིག་སླད་ཀྱི་ལང་ཀ་ཅིག་བཟོ་དགོས་ཀྱི་ཡོག་རེད་ཨ་ནི་ཆུང་བ་དེ་གྲ་སྒྲིག་མེད་གྱོག་ན་ཤེས་བྱས་ཨ་ནི་རྒན་པོ་དེ་ཚོ་ལ་རྒྱག་སྒྲུག་ངན་འདྲ་བོ་བྱས། འདི་བར་སྣང་གི་ལ་ཡོད་དུས་གང་ལགས་ནི་ང་ཚོ་དེ་འདྲས་ཀྱི་ད་གང་ལགས་ར་ཨིན་ཇི་སྐད་ལ་མ་སོང་ན Transition Period ལ་ཡིད་དོ་ཨ་དེ་པ་ར་ལ་ཨ་ནི་ཕྱི་ལོག་གི་མི་ཡིན་ན་རེད་ཕྱི་ལོག་གི་བསམ་བསམ་ཚུལ་ཡིན་པ་ཡིན་ན་རེད་ཨ་ནི་དེ་ནས་ཕྱི་ལོག་གི་ཤུགས་རྐྱེན་ཡིན་པ་ཡིན་ན་རེད་ཨ་ནི་རྒྱ་མི་ལ་དགོ་ཡ་བྱེད་ངན་ཡིན་ན་རེད་རྒྱ་མི་གི་རྒྱུག་ཁྱི་ཡིན་པ་ཡིན་ན་རེད་དེ་པ་ར་ལ་སྡུག་རྫུན་ཡོད་དུས་གང་ལགས་ང་ཚོ་དངོས་གནས་ཀྱི་སེམས་ཁྲེད་བྱེད་དགོ་ཡ་བྱེད་ཀྱི་དུས་ཚོད་ལ་སླེབས་ཡོང་རེད་ལ་ནི་ངས་དེ་གཅིག་ཞུ་ཡ་ཡིན་དེ་ཡིན་ཙང་ད་ལྟ། ང་ཚོ་ལམ་སང་ལམ་སང་ག་ལ་རེད་འགྱུར་བ་ཆེན་པོ་ཅིག་བཏང་མ་ཐུབ་ན་ཡང་ང་ཚོ་ག་ལི་ག་ལི་བྱས་ནས་ཡིན་པ་ཡིན་ན་ཡང་ང་རང་ཚོ་ལ་དགོས་བའི་ང་རང་ཚོ་བོད་མི་རིགས་ལ་དགོས་བའི་བོད་པའི་གི་ངོ་བོ་ལ་འཛིན་ངེས་རེད་དེ་འདྲའི་རེ་བོ་ཅིག་ང་ཚོ་དངོས་གནས་ཕྱོགས་གཅིག་ལ་ང་ཚོ་གི་མཉམ་དུ་མཉམ་དུ་མཉམ་དུ་འགྲོ་དགོས་ཡ་རེད་དེ་ནང་ལོགས་ལ་སུ་མཁས་དང་སུ་མ་མཁས་ཨ་ནི་འོས་འཕེན་ངེས་ཀྱི་ཡིན་པ་ཡིན་ནས་ཁོ་རང་ཚོ་གི་དགའ་ས་ཉེ་ས་དེ་ཚོ་ཐོབ་ནའི་རེད་མ་ཐོབ་ནའི་རེད། གང་དག་མེད། ང་ཚོ་བོད་མི་སྒྲིག་འཛུགས་ལ་ཨ་ནི། དབུ་བ་དཔུང་སྡེ་ཞུ་ངེས་དང་རྒྱ་རོམ་བྱེད་ལ་བརྩི་བཀུར་བྱེད་ནི་ཨ་ནི་ཡོང་ངེས་དེ་འདྲ་དེ་འདྲའི་ལ་ང་ཚོ་གིས་དངོས་གནས་མཉམ་ཞུགས་ཅིག་བྱེད་དགོས་ཏེ་དཔེ་གལ་ཆེན་པོ་མཐོང་གི་འདུག་ལ་ངས་འདི་རྗེས་ཞུ་ཡ་ཡིན་རོགས། Sorry ང་འདི་བཅད་གོ་ཁེ་སོང་འདི་ག་ད་ལྟ་ན་ངས་ད་ཤེས་དེ་དེ་དང་མཉམ་དུ་མུས་མཐུད་ནས་བཤད་ཀྱི་ཡིན། ཨ་འདི་ངས་གར་ཕྱིན་ལབ་ཡོད་ལབ་ཡིན་ནའང་ནམ་ཞིག་རྒྱུན་དེ་ནས་ངས་སྤྱི་ཚོགས་ནང་ལོགས་ལ།

ཕྱི་ལོགས་ཀྱི་གནོད་ཤུགས་རེད། ད་ག་རང་ནས་ང་ཚོ་འགོ་ཚུགས་དགོས་ཀྱི་རེད། ང་ཚོ་སྤྱི་ཚོགས་ནང་ལོགས་ལ་དངོས་གནས་དཀའ་ངལ་ཞིག་འདུག་ཨ། དེ་དཀའ་ངལ་དེ་ང་རང་ཚོ་བོད་རི་སྤུན་ཟླ་ནང་འགོག་གི་དཀའ་ངལ་རེད་བས་ལ་ན། མ་རེད་དེ་ཕྱི་ལོགས་ནས་ཤུགས་རྐྱེན་རང་རེད་ལ་ངས་དེ་ཅི་ཞུ་ཉེ་གྲོགས་ཟེར་བ། ཨ་ནི་དེ་འདྲས་ཀྱི་བརྒྱུད་ནས་ང་ཚོ་སྤྱི་ཚོགས་ལ་སོ་སོ་གི་འགན་བཞེས་བ་དང། རེད་བ། ཨ་ནི་སོ་སོ་གི་ག་ལ་འོ་རེད། ཐབས་ཤེས་ག། གང་བྱུང་བྱུང་ཅིག་ང་རང་ཚོ་གི་སྤྱི་ཚོགས་ལ་ཕན་ཡ་དང་ཨ་ནི་ང་རང་ཚོ་གི་བོད་མི་སྒྲིག་འཛུགས་ལ་དངོས་གནས་ནུས་པ་མཉམ་སྤུངས་ཅིག་སྤུངས་པ་ཡིན་ནའི་འདུག་སྤུངས་སྟངས་དེ་འདྲའི་འདྲ་བོ་ཅིག་རེད་བསམ་གྱི་འདུག་ར། འོ་དེ་འདྲའི་འདྲ་བོ་ཅིག་རེད། དེ་ཡིན་དུས་གང་ལ་དབུ་མེད་ཀྱི་ལྟ་བ་དེ་ཨ་ནི་ཧ་ལས་པའི་གི་གཏིང་ཟབ་པོ་རེད་ལ་ངས་འདི་ཅིག་ཞུ་ཡ་ཡིན།
ཨོ། དེ་ནས་ད་ང་རང་ཚོ། ཀུན་གྲོལ་མཆོག་གི་གསུང་བཤད་འདི་ནི་མ། ཆ་ཚང་ཡག་པོ་ཞུ་ཤིག་གནང་ཚར་སོང་སྔོན་ནས་དྲ་གནས་སྤེལ་མ་སྲིད་ཡག་པོ། ཨ་ནི་ད་ང་ཚོ་དེ་ནི་མ་དྲི་བ་འགོ་བཙུགས་ཡས་ཡིན། ཨ་ནི་མི་མང་ལ་ཡར་དྲི་བ་གི་གོ་སྐབས་འདུག་ཟེར་ནས་ཡོད་ཨ་ནི་རྣམ་པ་ཚོ་ཚང་མས་ཀྱི་དྲི་བ་ཡོད་ན་ཨ་ནི་དྲི་བ་གནང་གི་འདུག་གི་གནང་རོགས་གནང་ཞུ་གི་ཡོད་དྲི་བ་ཨ་ནི། དྲི་བ་གནང་མཁན་རྣམ་པ་ཚོ་གི་ད་ཐུགས་ལ་བཞག་དགོས་ཅི་ག་འདུག་ཟེར་ན་ཚང་མ་གསན་ནས་ཨ་ནི་དྲི་བ་གནང་ན་ཡག་པོ་འདུག་གང་ཡིན་ཟེར་ན་ཚང་མ་མ་གསན་པ་ཡིན་ན་ཡང་དྲི་བ་ཉིས་བརྩེགས་ཆགས་པ་དྲན་ན་ཡག་པོ་མི་འདུག་དེ་འདྲ་ཡིན་དུས་ལ་ཚང་མ་གསན་བྱས་ནས་ཨ་ནི་དྲི་བ་དེ་འགྲོ་ས་ཡོད་ན་ཡང་འགྲོ། མ་གནང་རོགས་གནང་རོགས་ཨ་ནི་དྲི་བ་མ་འདྲ་མ་འདྲ་སོ་སོ་སོ་གའི་ཐོག་ནས་ངོ་ནས་ག་རེ་ག་རེ་ཡིན་ན་རེད་འོ་དེ་སྐད་ཆ་དང་པོ་ངེད་ལ་བཀའ་མོལ་ག་རེ་ག་རེ་གནང་འདུག་ཚང་མ་གསན་བྱས་ནས་ཨ་ནི་གཞི་ནས་དྲི་བ། བསྐུལ་བ་ཡིན་ན་ཡག་པོ་འདུག་དེ་མིན་ན་དྲི་ཟ་ཉི་ཟ་ཆགས་པ་ཡིན་ན་ང་ཚོ་དུས་ཚོད་མང་པོ་འཕྲོ་བརླག་འགྲོ་གི་འདུག་བ། འོ་དེ་འདྲ་ཡིན་དུས་ག་ལ་རྣམ་པ་དང་ཚང་མ་དྲི་བ་དྲི་ལན་གཅིག་ཨ་ནི་དུས་ཚོད་དེ་སྡུག་ཟིན་ནས་འགོ་བཙུགས་ཀྱི་ཡོད་ཞུ་གི་ཡོད། འོ་དེ་ནས་ཨ་ནི་དྲི་བ་དྲི་ལན་བྱས་ད་ང་ཚོ་སྤྱི་བཏང་གི་ཆུ་ཚོད་སྐུ་མགྲོན་དེ་ཚོ་ཆུ་ཚོད་ཉིས་ས་བཞི་གི་དུས་ཚོད་འདྲ་པོ་ཅིག་འདུག་ཕུལ་དགོས་བ་རེད་ན་ད་ང་རང་ཚོ་གི་དྲི་བ་ལ་བལྟ་གི་བལྟ་གི་ལ་ནི་དུས་ཚོད་དེ་ཡང་སྟེ།

དྲི་བ་དེ་ཡིན་གཅིག་མིན་གཅིག་གོ་རང་ད་ད་རེས་ཀྱི་ཆུ་སྐྱིད་ལགས་དང་འབྲེལ་བ་ཡོད་པའི་གི་སྤྱི་འཐུས་དང་དེ་འབྲེལ་གྱི་ཐོག་ནས་ད་ཆབ་སྲིད་སྐོར་ལ་རོ། དེ་འདྲས་མ་གཏོགས་ཡང out of topic ནི་ཁྱོད་ནས་རང་ཨ་ནི་དྲི་བ་དེ་འདྲས་ཁྱོད་ནས་རང་མ་གནང་རོགས་གནང་ཞུ་གི་ཡོད་ཐུགས་ཆེ་ན་བཀའ་དྲིན་ཆེ་ཨ་ནི་དྲི་བ་དེ་སྤྱི་བཏང་གི་དྲི་བ་བསྐུར་བའི་བཀའ་ལ་ཐུགས་སེམས་ཡག་པོ་བཞེས་བྱས་ནས་བོད་སྤྱི་བ་ལ་ཕན་ཡ་དང་ད་ལྟའི་བོད་ཀྱི་གནས་སྟངས་དང་བོད་ཀྱི་གྲོས་ཚོགས་བོད་པའི་གི་ད་ང་རང་ཚོ་སྤྱི་འཐུས་གྲོས་ཚོགས་ཀྱི་ནང་ལོག་ལ་ཡ་རྙོག་གླེང་ཡོང་རྒྱུ་སྐོར་དང་དེ་འདྲས་གྱི་ཐོག་ལ་ཡ་ད་སྤྱི་བ་ལ་ཕན་ཡ་དང་ད་དེ་ནི་ཡ་རྒྱས་བཏང་ཡ་དང་དེ་འདྲས་གྱི་ཐོག་ནས།

ཉན་བདེ་ན་ཡང། དུས་ཚོད་མང་པོ་ཅིག་འཕྲོ་བརླག་འགྲོ་དགོས་རེད་བ། དེ་འདྲས་འདུག་ལ། མིང་བྱང་མཆན་བྱང་དེ་ཡིན་གྱི་མི་གཅིག་གནས་རོགས་གནང་ཞུ་གི་འདུག་ཨ། ཆོས་ཀྱི་བསྟན་འཛིན་ལགས་ཀྱིས་ལྗགས་ལན་གནང་དུས་ག་ལ་མི་དེ་གི་ལན་ཡིན་ཟེར་ནས་མིང་བྱང་དེ་སླེབས་ནས་གནང་བ་ཡིན་ན་ཨ་ནི་དཔེ་ཡག་པོ་ཡོང་ས་རེད་ཨ་ནི་ལྷག་མ་ལགས་འདི་ཚོ་ཚང་མ་འདི་ནས་ཧ་གོ་འགྲོ་རུ་བ། འོ་ལ་ཟབ་ཚོད་ཆེ་ན་བཀའ་དྲིན་ཆེ། འོ། དེ་ནི་ད་དེ་ནས་ཡང་བྲིས་བ། ཨེ་འདྲ་བྲིས་བ་ཁེ་ཕན་སི་ད་ག་ཚོད་འདི་ནང་ལོག་ལ་ཡ་ཚོགས་པ་ནང་ལ་ཡ། ཨེ་འདྲ་མི། གཅིག་སྟོང་བཞི་བརྒྱ། བཅུ་ཐམ་པ་ཡོད་རེད་ཨ་ནི། རྒྱལ་རྒྱུད་ཁྱེད་གང་ཟེར་འདྲ་བོ་ཅིག་དེ་དག་ངོམ་ལེ་ལ་འདུག། ད་དྲི་བ་ཟེར་ད་རྣམ་པ་ཚོ་དུས་ཚོད་རེ་བྱུང་མ་རག་ཡིན་ཟེར་ད་ང་རང་གི་ཐོག་ནས་དྲི་བ་ཅིག་ཕུལ་ན་བསམ་སོང། ད་ནི་དྲི་བ་དེ་ག་རེ་ཡིན་ཟེར་ན་ད་ང་རང་ཚོ་གི་གྲོས་ཚོགས་དེའི་ནང་ལོགས་ལ་ཡ་སྤྱི་འཐུས་ལྷན་ཁང་གི་ནང་ལོགས་ལ་ཡ་རེད་ད་ག་ན་ཞིང་ད་སྤྱི་འཐུས་ཀྱི་འོས་མི་ཅིག་ཡོད་ར་བ་དེའི་ཐོག་ལ་ཡ་མང་ཉུང་གི་ཐོག་ནས་སྐད་ཆ་མང་པོ་ཅིག་ཡོང་གི་འོ་ར་ད་འོ་ཆོལ་ཁ་གསུམ་གི་ཐོག་ནས་ཡ་ཅུག་ཅུག་བྱས་མི་མང་ཉུང་གི་སྐད་ཆ་ཡོད་མ་རེད་ཅུག་ཅུག་ཡོད་རེད། ཆོས་ལུགས་ཀྱི་ཐོག་ནས་ཡིན་ན་བཅུ། ཆོས་ལུགས་ལ་ཡིན་ན་ད་ག་ན་ཞིག་མི་མང་ཉུང་གི་སྐད་ཆ་ཡོད་བ་མ་རེད་རོ། ད་ཆོས་ལུགས་བོན་འདྲ་བོ་ཡིན་ན་བརྒྱ་དང་ལྔ་བཅུ་མ་ཞིག་མེད་བ་འདྲ་བོ་ཡིན་ན་མི་གཉིས་ཡོད་རོ། བསེ་རག་འདྲ་བོ་དེ་འདྲ་ཡིན་ན་ད་མི་བཞི་བོ་མང་པོ་ཡོད་རོ་ད། ཡིན་ན་མི་གཉིས་མ་ཞིག་ཡོད་མ་རེད་རོ། དེ་འདྲའི་དུས་སྐབས་ལ་ད་ང་རང་ཚོ་གི་དཀའ་ངལ་དེ། ཆོས་བརྒྱུད་གཅིག་ཏུ་དགོས་མ་དགོས་ཟེར་ཅིག་དང། ཨ་ནི། སྤྱི་འཐུས་མང་ཉུང་གི་སྐོར་ལ་ཡང་འདྲ་མཉམ་མེད་བ་ཅིག་ཡོད་རོ། འོ་དེའི་ཐོག་ལ་ཡང་ཆོས་བརྒྱུད་ལགས་ཀྱི་ཨ་ནི།

ད། ལས་ཀ་ཁྱོད་ནས་ལས་ཀྱི་མེད། ཨ་དེ་ནས་དེ་འདྲའི་འདྲ་བོ་ཅིག་ཡིན་པ་ཡིན་ན། ང་ཚོ་དངོས་གནས་བྱས་ན་ཆོས་སྤྱི་འཐུས་འདི་ཚོ་གང་ཐུབ་ཐུབ་མ་བཅག་དགོས་ཡ་ཅིག་ཆགས་ཀྱི་འོག་རེད་མ་དེ། ང་རང་ཚོ་དཔལ་འབྱོར་གྱི་དཀའ་ངལ་བྱས་ཡོད་བྱེད་དུས་གང་ལ་རོགས། དེ་དེ་ང་ཚོ་དཔལ་འབྱོར་གང་ལ་ཡང་བསམ་བློ་གཏང་དགོས་ཀྱི་ཡོད་རེད། ཨ་ནི། དེ་ནང་ནས་ང་རང་ཚོ་ཐབས་ཆུང་ཆུང་གིས་མེད་ཚ་པོ་ནང་བཞིན་ཅིག་ལས་ཀ་ཅིག་ལས་དགོས་དུས་གང་ལ། ད། ཁ་ཚིག་ངའི་ཁ་བ་རེད། ཚེ་རྡོ་དཔོན་ཚུལ་ལགས་ཀྱིས་སྐད་ཆ་ཞིག་ངས་གོ་སོང་དེ་ལ་ང། དངོས་གནས། ཨོ། དེ་ངས་སྐད་ཆ་དེ་དངོས་གནས་ཏག་ཏག་ཏུ་བསྡད་ཀྱི་འདུག་ཨ་བསམ་བསམ་འདྲ་བོ་ཅིག་ང་རང་ཚོར་སོང། ད་དཔེར་ན་ཆ་བཤད་ན། ད་ང་ཚོ་ཆོས་ཀྱི་སྤྱི་འཐུས་ནི་མོ་གོ། མོ་གོ་ཡིན་ག་རེད། ཨ་དེ་ནས་ང་ཚོ། རྒྱ་གར་འབྲུག་གསུམ་ལ་ཨ་ནི། ཕྱོགས་ཁག་གི་སྤྱི་འཐུས་སུམ་ཅུ་ཅིག་ཆགས་ཀྱི་རུ་ཨ། དེ་གང་ལ། ཨ་རི་ནི།

མིང་གི་ཐོག་ནས་ཚང་མ་ལ་འདྲ་མཉམ་གྱི་ད་ཆོ་ག་རང་གི་གཅིག་སྡུད་བྱས་ནས་འཛམ་གླིང་གང་ས་ལ་ནས་ང་ཚོ་ག་བ་ག་ས་ནས་དམ་ཡ་ཡོད་པ་བྱས་དེ་འདྲ་བྱས་པ་ཡིན་ན་ཆོ་ག་ཁག་ནས་ག་ས། དབུས་གཙང། མདོ་དབུས་ཁམས་གསུམ་ནས་རོ། ཨ་ནི་ཅུ་ཅུ་ཅུ་དེ་ཁ་བ་ཁ་སང་ནས་དམ་ཡ་ཡོད་པ་ཡིན་ན་ད་དེའི་སྔོན་ནས་ཨ་ཡོད་ནང་གི་ད་ཡོད་ཅིག་ཨ་ནི་དོན་མཐུ་ཡས་ཀྱི་སྔོན་ནས་ང་ཚོ་ནུས་པ་ཅིག་སྤུངས་ཐུབ་ས་རེད་ས་ནི་དེ་དེ་སྔོན་ནས་གོ་བ་དེ་སྔོན་ནས་དེ་ཁ་ལོག་རེད་དེ་གོ་རྒྱུ་འདུག་ས་ལ་ནི་དེ་དེ་སྔོན་ནས། ང་ཚོ་ལ་ཕན་པོ་ཡོང་ས་རེད་ལ་དེ་འདྲའི་འདྲ་བོ་ཅིག་བསམ་གྱི་འདུག་ཨ་དེ་ནི་ང་ཚོ་དཔལ་འབྱོར་ལ་ཕན་པ་དང་ང་རང་ཚོ་གི་མིག་གི་ཨང་གྲངས་ལ་དཔའ་བའི་ཡིན་ནའི་རེད་ཨ་དེ་ཡིན་ལ་ང་ཚོ་འོས་བླུག་ཡག་གི་ཐོབ་ཐང་གི་ངང་ནས་ཡིན་པ་ཡིན་ནའི་ཚང་མ་ལ་འདྲ་མཉམ་འོས་གཅིག་གཅིག་མ་གཏོགས་ཨ་ནི་འོས་གནས་འབེལ་མེད་པ་ཅིག་དེ་ཡས་ཡག་པོ་འདུག་ཨ་ཁ་ལག་འོས་གནས་འབེལ་ལ་ན་རེ་འོས་མང་ཉུང་ལ་ན་རེ་དེ་འདྲའི་མེད་པ་ཆད་ཚང་མ་ལ་འོས་རེ་རེ་བླུག་ཡག་གི།

དྲི་བ་དེ་ག་རེ་ཡིན་ཟེར་ན་ད་ཁྱེད་རང་གི་གསུང་ནང་ཉན་ནས་ཡོང་ན། གར་སོགས་སྡོམ་པ་བརྟེན་ནས་དཔེ་སྐྱོན་ལ་འཛུགས་བརྩི་དགོས་རེད་ཟེར་པའི་སེམས་ཤུགས་ཧ་ལས་པ་ཆེན་པོའི་སྒང་ནས་གསུང་གི་འདུག་བ། དེ་འདྲའི་གསུང་ན་རེ་བ་ད་དཔེ་ངོ་སོ་ཡིན་ན་ད་སྡོམ་པ་བརྟེན་ནས་ཞུ་ཟེར་ཞེ་ཁོག་མ་ར། ཡིན་པ་ཡིན་ན་སྤྱི་ཚགས་ནང་དེ་ཟེར་གས་རྒྱ་དྲུག་ཤེས། སེམས་ཤུགས་དྲུག་ཁེལ། གར་སོགས་ལག་སེམས་དྲུག་ཅིག་ཁེལ་ནས་ཡོང་པ་ཡིན་ན་མིན་ད་དཔེ།

སྤྱི་ཚགས་གནས་སྟངས་ལ་ཆོས་ནི་དཔེ་དེ་ལྟོ་ན་མ་བྱིན་གྱི་ཅེས་བཤད་ཚེ་གང་ག་ལོ་རྙོག་དྲ་ཞིག་ནས་ཡིན་པར་སྒྲོག་ཅིག། དེ་ལ་ལྟོ་ན་མ་སྤྲད་ན་དེ་ཡོ་ག་ཡོད་པར་སྒྲོག་ཅིག་དེ་འདྲི་བྱེད་ན། སེམས་ཤུགས་ཅིག་ཅག་ཡ་སེ་བོ་ར་དཀར་སུ་ཁུ་རེད། ཨོ་དེ་འདྲི་བྱེད་དོ། དེ་འདྲི་ཡིན་ན་པེ་ཆོ། འདི་འདྲི་གི་ད་དཀར་སུ་ཁུ་རེད། སེམས་ཤུགས། མུ་མཐུད་དུ་འདི་འདྲི་གི་པེ་དེ་དཀར་སུ་ཁུ་རེད། དེ་འདྲི། ཡོང་ཡོང་ཡ་ལ།

བཙན་ཐབས་པས། ཨོ་རྟ་འདྲི་བྱེད་མཁན་དག། རི་དྭགས་དང་རི་ཡིག་གིས་ང་ལ་དྲི་བ་ཅི་གར་བསྐུར་འདུག་ལ་ན་ཁྱེད་རང་གིས་རྒྱ་གར་སྐད་ཡིག་དང་ས་བོད་ཡིག་སྐད་ཡིག་དབྱིན་ཇི་སྐད་ཡིག་བོད་པའི་སྐད་ཡིག་དང། བཞི། མཁྱེན་གྱི་ཡོད་པས་ས་ད་དེ་སྐད་རིགས་བཞི་དེ་མཁྱེན་གྱི་ཡོད་པས་ས་ལ་འོང་ང་ཤེས་ཀྱི་ཡོད། ཨ་དེ་ག་ཅེས་དེ་ག། གཅིག་པོ་ཚིག་མ་རེད་ཨ་འདག། རྒྱ་གར་ལ་སྐྱེས་ཚར་བའི་རྗེས་ལ་རྒྱ་གར་དེ་ཨ་ནི་ཡང། རྒྱལ་ཁབ་དེའི་ནང་ལོགས་ལ་སྐད་རིགས་མང་པོ་ཅིག་ཡོད་རེད། དེའི་ནང་ལོགས་ལ་ཨ་ནི་སྐད་རིགས་འདྲ་མ་འདྲ་ཅིག་མང་པོ་ཅིག་གོ་གི་ཡོད། དཔེར་ན་ཆ་ཤོད་ན་ང་བང་ལ་གི་སྐད་དེ་ག་ཤེད་ཅིག་གོ་གི་ཡོད། བང་ག་ལི་ལ་གི་འདུག་ཨ། ད་བང་ག་ལི་ལ་དེ་གང་ལ།

ཞེ་ས་ཁོ་ར་ཞེ་ས་གཙང་མ་རྒྱབ་ན་ཨ་ནི་སྒྲ་ལེགས་ལེགས་འདུག་ཨ་ཁ་གི་སྒྲ་དེ་ལོག་ག་ལོག་ག་རེད་མ་གཏོགས་གཞན་ཚིག་དེ་ཚོ་འདྲ་པོ་འདྲ་པོ་འདྲ་པོ་འདྲ་པོ་འདུག་ཨ་ཨ་མདོ་སྐད་ལ་ན་རེ་ཁམས་སྐད་ལ་ན་རེ་བོད་དབུས་སྐད་ལ་ན་རེ་ཚིག་དེ་ཚོ་འདྲ་པོ་འདྲ་པོ་འདུག་ཨ་དེ་འདྲའི་འདྲ་བོ་རེད་ཨ་ནཱ་ག་མི Assamese། Bengali། ལའི་དེ་ཚོ་གང་ག་འདྲ་བོ་འདྲ་བོ་དེ་འདྲ་རེད། དེ་ཕྱིར་ནས་གོ་བ་མ་གོ་བ་ཡོད་མ་རེད། དེ་མ་ཟད་བ་ད་འདྲའི Punjabi སྐད་དང་དེ་འདྲའི། ལན་རྒྱབ་ཐུབ་ཀྱི་མེད་མ་གཏོགས་གོ་བ་དེ་གོ་གི་ཡོད། ཨོ་དེ་ཅི་འདྲའི་ཞེས་ཞུ་ཡ་ཡིན། དེ་ང་གཅིག་པོ་མ་རེད་ང་ཚོ་བཙན་བྱོལ་ནང་ལ་སྐྱེས་པའི་མང་ཆེ་བྱེས་ཨེ་འདྲས་རེད། རི་དྭགས་ཐང་རི་ལ་རེད་ཁྱེད་རང་གི་ཨ་མདའ་ལ་ཡ་དེ་སྐད་དེ་ཡི་གི་ལབ་ཡོད་ས་རེད་སྐད་དེ་ཡི་གི་ཨ་མདའ་དེ་གཞི་ཆགས་ཧ་གོ་གི་ཡོད། རྒྱ་གར་དང་བལ་ཡུལ་དང་བོད་སྐད་དང་དབྱིན་ཇི་དང་ཡི་གི་བྲི་ཡ་དང་ཀློག་ཡ་དང་བཤད་ཡ་དང་ཧ་གོ་གི་ཡོད། དེ་མཉམ་དུ་ཨ་མདའ་ཁྱེད་རང་གི་ང་ལ་དྲི་བ་དེ་རྒྱ་གར་དང་བལ་ཡུལ་གི་ལ་ཡ་དེ་རྒྱ་གར་དང་བལ་ཡུལ་གི་སྐད་ཡིག་དེ། སྐྱེས་དང་སྐྱེས་རོ། དེ་འདྲ་དག་དེ་ཏི་ཙི་ཏི་ཙི་ལོ་ག་རེད་མ་གཏོགས་གོ་སྟངས་དེ་འདྲ་བོ་འདྲ་བོ་ཡོད་རེད། མང་ཆེ་ཆེ་འདྲ་བོ་ཡོད་རེད་ཨ་ནི། ཡི་གེ་དེ་དཔེ་འདྲ་བོ་ཡོད་རེད། དེ་ཡིན་དུས་ག་ལ་ང་རང་ཚོས་ཀྱི་སྐད་ཤེས་ཀྱི་ཡོད་ཨ་ནི་རྒྱ་གར་གྱི་ཡི་གེ་དེ་ཤེས་ཀྱི་ཡོད་ལ་ན་བོད་ཡིག་གི་ཡི་གེ་དེ་ང་ཚོ་ཀློག་མ་ཐུབ་བ་མ་རེད། ཨ་ནི། འོ་དེ་འདྲ་འདྲ་བོ་ཅིག་ངས་ཤེས་ཀྱིན་གྲོགས་སོང། འདི་དེ་ག་འདྲ་རེད་ལབ་པ་ཡིན་ན་སྙན་མ་སྙན་མ་ངས་ཡང་ཐེ་གཏོང་ནང་ཅིག། ངས་བཤད་པ་ཡིན། ང་ཚོ་མིག་གིས་མི་ལུས་གཅིག་ནང་ལོགས་ལས། ད། མྱོང་དགོ་ན་མང་པོ་ཅིག་ཁ་ཤས་མྱོང་ད་མྱོང་གི་རེད་དེ་ཡིན་ན་ཡང། ཁ་ཤས་ཨེ་འདྲས་ཡོང་གི་འདུག། ད་ལྟ་དཔེ་དཔེ་དཔེར་བརྗོད་འདྲ་བོ་ཅིག་བཞག་དགོ་ན་ང་ཚོ། ཟ་ཁང་འདྲ་བོ་ཞིག་ན་ཟ་ཁང་དཔེ་མང་པོ་ཡོད་རེད། ཉི་མ་རེར་ལ་ཟ་ཁང་རེར་ཟ། ཟ་ཁང་དྲུག་ན་ཡང་ཟ་ཁང་རྫོགས་གི་མ་རེད་ལས་བྱ། དེ་འདྲའི་གི་ཨ་ནི་མི་ཚེ་འདྲ་བོ་ཅིག་ལ་དཔེ་བཞག་པ་ཡིན་ན་མི་གཅིག་གི་མི་ཚེ་དེ་འདྲའི་མང་པོ་ཅིག། ག་བ་དེའི་ཐུགས་རེ་རོ། ཡིན་ན་ཡང། མི་གཅིག་མི་ཚེ་དེ་འདྲའི་མང་པོ་འགྲོ་གི་ཅིག་དེ་མ་ཐུག་དེ་གང་ལ་ང་ཚོ། མི་གཞན་པས་ཀྱི་གནས་སྟངས་ཅིག་གོ་ཚུགས་ནི། ཨ་ནི། མྱོང་སྟངས་དེ་དེ་འདྲའི་འདྲ་བོ་ཅིག་རེད་འདུག་ཨ་བསམ་བསམ་འདྲ་བོ་ཅིག་ཡོང་གི་འདུག་ཨ། ངོ། དེ་འདྲས་ལ་གཞི་བཞག་ནི་ཨ་ནི་ང་ཚོ་གི་བཏགས་པ་ཡིན་ན། ཚང་མ་གཅིག་པ་གཅིག་པ་འདྲ་བོ་ཅིག་ཡོད་རེད། ཐ་མ་ཐ་ཤུལ་དེ་ལ། ཚང་མ་གཅིག་པ་གཅིག་པ་འདྲ་བོ་ཅིག་ཡོད་དུས་གང་ལ་ཨ་ནི། ཁ་ལོག་རེད། བད་ཁོ་རང་གསར་པ་ཡིན་གྱོ་འདྲ་བོ་ད་ཨ་ནི་ཧ་གོ་མ་ཐུ་ཡ་འདྲ་བོ་ད་དེ་འདྲས་ཡོད་མ་རེད་དེ་བྱས་ནི་ངས་ནམ་ཞར་རྒྱུན་དུ་ནི་ཤེས་ཡ་དེ་ང་རང་ཚོ་གི་ག་རེ་ཡིན་ནས་བྱེད་མ་ཐུ་བ་ཡོད་མ་རེད་ཡིན་ནས་བྱེད་ཀྱི་ཡིན་བད་ད་མན་བད་ལ་ནི་དེ་དྲི་བ་ཅིག་ཡོད་རེད་དེ་སོ་སོ་ལ་རག་ལས་ཀྱི་རེད་ལ་ནི་ལ་དགོས་ཀྱི་རྒྱུ་མཚན་འོ་དེ་ཡིན་དེ་བྱས་ནི་ད་ཅི་དབུ་མ། དབུ་མའི་ལམ་གྱི་སྒང་ལ་འགྲེལ་བཤད་རྒྱག་དུས་ཀྱང་ལས་ངན་གྱི་སོ་སོ་གི་རིན་ཐང་དེ་ངོ་ཤེས་དགོས་ཀྱི་རེད་ལས་དེ་ཡང་དེ་དེ་དང་མཉམ་དུ་མཐུན་གྱི་འདུག་ག་ལ་ན། སོ་སོ་གི་རིན་ཐང་དེ་ངོ་ཤེས་པ་ཡིན་པ་ཡིན་ན་སོ་སོ་བདེ་ས་ལ་བསྡད་ཀྱི་རོ། བ་གཞན། བབ་དགོས་ན་བབ་མ་ཐུབ་ས་ཡོད་མ་རོ། བ་ཡིན་ནས་སོ་སོ་གི་བདེ་ས་དེ་ལ་གཙོ་བོ་བསྡད་དེ།

ཨོ་ཞང་ཨ་རིའི་ཁྱིམ་མཐུན་དབུ་མི་ཟེར་བ་ཁམས་གོ་འཇོ་ནས་ཡིན་པའི་མེ་ཏོག་ལྷ་མཛེས། ཆོས་སྐྱིད་བསྟན་འཛིན་ལ་འཚམས་འདྲི་ཞུ་གི་ཡོད་ཁྱེད་རང་དཔེ་མ་ཚད་ཡག་པོ་རེད་བཞག་འདུག་ཁྱེད་རང་གི་བོད་ཡིག་བོད་སྐད་ཡག་པོ་ཞི་དྲག་སྐྱོང་གི་འདུག། རྒྱ་གར་དང་ནེ་པ་ལི་གི་སྐད་ཡང་འགོ་ཚུགས་ཡོད་ས་རེད་ཨིན་སྐད་ཀྱི་སྐད་བརྡ་འགོ་ཚུགས་ཚུལ་བར་བ་དཔེ་མ་ཚི་ཡག་པོ་གྱིས་འདུག་ད་ངས་དྲི་བ་བཏང་ཡ་དེ། དཔལ་ལྡན་འབྲས་སྤུངས་རླབས་ཀྱི་གི། གོང་འོག་ཕན་བདེའི་དང་ཨ་འབྲུག་ཚེ་བརྟན་གཉིས་ཀ་ནག་ཉེས་སྐྱོན་ཆ་ངོས་ལེན་བྱེད་དགོས་གི་རེད་ལབ་ཡོད་རེད། ག་ཚད་ནག་ཉེས་སྐྱོན་ཆ་ངོས་ལེན་མ་བྱས་པ་ཡིན་པས་ན་ཁྱོད་རྒྱལ་ཁའི་ཁྱིམ་མཚེས་ཀྱི་སྒང་ལ་ངོས་འཛིན་བསྩལ་བ་ཉིད་ནས་བྱེད་གི་མིན་ལབ་གི་ཡོད་རེད། དེ་ཡིན་ཙང་ཁྱེད་རང་གིས་དེའི་སྒང་ལ་བསམ་འཆར་ག་རེ་ཡོད་ན་ཅིག་གསུང་རོགས་གནང་དང། ང་ཕ་ཡུལ་མདོ་སྨད་སྒྲིག་བཀོད་མདོ་སྨད། མགོ་ལོག་རི་གུག་མགོ་ལོག་སྒེར་རྩེ་རི་གུག་སྒེར་རྩེ། རྫ་ཁྱི་ཁ་བ་རི་གུག་རྫ་ཁྱི་ཁ་བ་རི་རྫ་ཁྱི་ཁ་བ་གི་ལར་རྒྱུས་རྣམ་གྲངས་མདོངས་ཡིན་ལགས། ཨོ་ལ་སུའུ་དམངས་གཙོ་ཡར་རྒྱས་ཚོགས་པའི་ཀྱི་དྲ་བདག་བདག་པོ་རྒྱ་མཚོ་ལ་དྭགས་ཏང་འཛིན་པ་རྣམ་པ་དགེ་བའི་བཤེས་གཉེན་རྣམ་པ། དྲ་གྲོགས་སེར་སྐྱ་ཕོ་མོ་ཡོངས་ལ་དུས་གསུམ་བདེ་ལེགས་སེ་འཚམས་འདྲི་ཞུ་ཡོད་ད་དེ་རིང་དེ་མ་ཨ། ཆོས་རྒྱུད་བསྟན་འཛིན་ལ

ཐུགས་རྗེ་ཆེ་ཞུ་ཡི་རེད་བ། ད་ང་ཚོ་བྱང་ཨ་རིའི་སྤྱི་འཐུས་དེ་གོ་ང་རང་གི་དྲི་བ་འདྲ་བོ་ཞིག་གང་དེ་ལ་མི་ཅིག་བཏང་ཟེར་བ། ད་དེ་འདྲ་ཅིག་པ་ཅིག་པ་རེད་ད། ད་བྱང་ཨ་རིའི་སྤྱི་འཐུས་དེ་གོ་ད་ལོ་སྤྱི་འཐུས་རྩེ་གྲ་རྒྱང་རྒྱང་ཅིག་འདུག་རེད་བ། ང་རང་གི་ད་ལྟ་དབུགས་རྩེ་མཐོང་བ་ལ་ཆེ་བཤད་ན་ཨ་ནི་ཚེ་བརྟན་ཕུན་ཚོགས་ལགས་འདུག་རེད་བ། གུ་རུ་སྐལ་བཟང་ཕུན་ཚོགས་ལགས་འདུག་ཨ་ནི་སྐལ་བཟང་ཕུན་ཚོགས་འབྱུང་གནས་ལ་འདུག་རེད་བ། བསྟན་འཛིན་ཆོས་སྐྱིད་ལགས་འདུག་རེད་བ། ཨ་ནི་ད་དབུས་གཞན་དག།

ད་ལྟ་ང་རང་གི་སྤྱི་མཐུན་གྲོས་ཚོགས་ལ་ཚོགས་འདུ་ལ་བལྟས་པ་ཡིན་ན། ཚོགས་གཙོ་དེ་རང་ངེད་ཀྱི་པའི་མི་དྲང་པོ་ཅིག་ཁྱོད་ནི་བྱས་མ་སོང་རེད་བ། དང་དེ་རིང་ཁ་སང་ཚོགས་གཙོས་ཀྱི་དྲང་པོ་མ་བྱས་པའི་རྟགས་བ་ག་རེ་ཐོན་གྱི་འདུག་བས་ཟེར་ན་གནས་ཚུལ་ཆོས་རྒྱ་ཆེན་པོའི་བཀའ་ལུང་མང་པོ་ཅིག་གནང་ནས་ཚོགས་གཙོས་ཀྱི་པས་བཞག་འདུག་བ། ཨ་ནི་ན་ནིང་འདི་ལ་ཚོགས་འདུ་གཅིག་ལ་ཨ་ནི་སྤྱི་མཐུན་ལྟ་བ་འཕེལ་འགྱེད་ཀྱི་བོན་པོའི་སྤྱི་མཐུན་སྨོན་ལམ་ཐང་ཆེན་ལ།

འོ་དེ་ནས་ཡང་བཤད་ཐུབ་ཙེ་ན་ཕྱིའི་ཕྱོགས་ཕྱོགས་ཡོང་གི་མ་རེད་བ། འོ་དེ་བས་ཀྱང་དགོངས་བཞེས་ག་འདྲས་བཞེས་ཡོད་ཞུས་ཡས་ཡིན་རེད་བ། ཨ་ནི་གལ་སྲིད་ཡ། སྤྱི་འཐུས་ད་མང་པོ་རེད་གཉིས་མི་དེ་སླེབས་ཀྱི་མ་རེད་གཉིས་སླེབས་ཀྱི་མ་རེད། གལ་སྲིད་མ་སླེབས་པ་ཡིན་ན་ཨ་ནི། སེམས་ཤུགས་མ་ཆགས་ཀྱི་ཨ་ནི་སྔར་ནང་བཞིན་གྱི་ནི་སྤྱི་བ་ལ་ལྷག་བསམ་རྣམ་དག་གི་ཞབས་ཀྱིས་ཞུ་ཡ་སེམས་ཤུགས་མ་ཆགས་རོགས་བྱས་ཟེར་ད་བོད་སྐུ་རེད་ཞེན་པ་དེ་འོ་དེ་འདྲ་ཞིག་ཞུ་ཡ་འདུག་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཁམས་བཟང། ཧོ་ལས་སོ་ད་འདི་ནས་མ་ངེས་ཀྱི་ད་སྟོང་པ་མེད་ཅེས་ང་རང་གི་བསམ་ཚུལ་རོ་གཅིག་བྱས་རྗེས་འདི་ནས་མར་དྲི་བ་ཅིག་ཕུལ་ཡས་འདོད་པ་བྱུང་སོང་རོགས་ཨ་དེ་གང་ཟེར་ན་ད་ཆོས་རྒྱུད་བསྟན་ཅན་ལ་ང་རང་ཚོའི་སྤྱི་འཐུས་ཀྱི་འོས་མི་ལ་ཡར་འཕེལ་ཐུབ་པ་བྱུང་བ་ཡིན་ན། ཨ་ནི་ཁྱེད་རང་གིས་ཅི་གར་བཟོས་ར་ད་ལྟ་ཅི་ང་རང་ཚོའི་གི་བཙན་བྱོལ་སྒྲིག་འཛུགས་ཀྱི་སྒྲོམ་གཞི་དེ་ད་ལྟ་བཅའ་ཁྲིམས་དེ་ཚོ་ལ་ཡར་རེ་འགྱུར་བ་གཏང་དགོས་གནད་འགག་ཆེ་ས་ག་རེ་ག་རེ་ལ་ཡར་ད་འགྱུར་བ་གཏང་དགོས་དེ་འདྲས་ཟེར་གི་ཡོད་ན་ད་ལྟ་བར་དུ་ལ་ཡར་ད་ཅི་ང་རང་ཚོའི་གི་བསྐྱེད་རིམ་རིན་པོ་ཆེའི་དེའི་ནང་ལོ་ལས་ཡལ་དག་མ་འདུལ་བ་དང། མ་འཛམ་པ་རོལ་གྱི་ད་ལྟ་སྐབས་དང་དུས་ལ་རྒྱུ་བ་བཏང་ཡས་ཨེ་ནི་གལ་ཆེ་ཤོས། ཨེ་བསྐྱེད་རིམ་ག་རེ་ག་རེ་ལས་རྒྱུ་བ་བཏང་དགོས་ཟེར་གྱི་ཡིན་ན་དེའི་ཐོག་ལས་བྱ་ལན་གཅིག་གནང་རོགས་གནང་རེ་བ་བྱ་ལན་གཅིག། བྱ་ལན་གཅིག་དེ་ལས་གནང་རོགས་གནང་འདི་ངའི་དྲི་བ་དང་པོ་དེ་ཡིན་རེ་བ་དྲི་བ་གཉིས་བ་དེ་གང་ཡིན་ཟེར་ན་ད་ང་རང་ཚོ་ད་ལྟ། སྤྱི་ཚོགས་དེ་ཅིག་ག་རེ་ཟེར་རེད་ཅིག་ད་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱེད་དགོས་རེད་ཟེར་ད་ཁ་ནས་ད་བཤད་མཁན་ད་བྱེའུ་ཡོད་རེད་རེ་བ་ཡིན་མ་ཡིན་ན་རེ་ང་རང་ཚོས་དངོས་སུ་ད། མཐུན་སྒྲིལ་ཡོང་ཡས་དེ་ཏོག་ཅིག་ལ་དྲིས་ཡས་དེ་ལྟས་སུ་དཀའ་ལས་ཁག་པོ་རེད་འདུག་བ་འདོད་པ་ཁག་ང་ཅིག་ཡོང་གི་མི་འདུག་བ་ཨ་ནི་འདི་ཚོད་ཀྱི་དེ་འདྲ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ཆོལ་ཁ་གསུམ་དེ་མཐུན་སྒྲིལ་རྡོག་རྩ་གཅིག་དྲུག་ཡ་འགྲིག་མ་འདུག་ཡས་དཀའ་ངལ་རོ་ཆེ་ཤོས་རེ་ཅིག་བཏང་ཅིག་རྐྱེན་འདྲ་ཅིག་ག་རེ་བྱས་ནས་ང་རང་ཚོ་ཡོང་བསྡད་ཀྱི་ཡོད་བ་རེད་ཨ་ནི་ད་ང་རང་ཚོ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་མ་ཡོང་ངའི་འབྱུང་རྐྱེན་རེ་ཅིག་རྐྱེན་རེ་ཅིག་ཡོང་དགོས་ར་དེ། གནད་འགག་རེད་ཅེས་ད་ཅི་ག་བ་ལ་དགག་ད་ག་བ་ལས་ལ་ཐུག་ཡོད་ན་དེ་ཁྱེད་རང་གི་དེའི་ཐོག་ལ་ཡ། ཟིག་ཚུལ་དང་དགོངས་ཚུལ་ག་རེ་ཡོད་ན་དེ་ལ་ཡ་ད་ང་ཚོ་ཅིག་རྡོག་སྒྲ་གཅིག་ཏུ་ཆགས་ཡས་ཀི་ཨེ་འདི་ལ་ཡ་ཐབས་ལམ་རེ་བ་ཅིག་ག་རེ་དགོངས་ཀི་ཡོད་ན་དེ་འདྲའི་ཐོག་ལ་ཁྱེད་རང་གི་ཡང་ཅིག་དགོངས་ཚུལ་བྲ་བ་ཅིག་ནས་ཡོད་ཡིན་ན་ཨ་ནི་གསུང་ནོ་ད་ཡག་པོ་འདུག་འོ་དེ་འདྲ་ཅིག་ཞུ་ཡ་ཡིན། ལགས་སོ་ལ་སྐད་གནམ་ལྕགས་དུང་ཏྲ་ཞིག་ལས་མང་པོ་ཡོད།

ད་ང་ལ་བསམ་ཚེ་དེ་ད་ག་རང་རེད་དངོས་གནས་ང་རང་ཚོ་བོད་པའི་གི་སྤྱི་ཚོགས་ནང་ལ་བསྡད་ཀྱི་ཡོད་རེད་གྲོས་ཚོགས་ནང་རོགས་ལ་ཨ་ནི་རྒན་ཆེན་པོ་གྱི་རོགས་བ་དེ་འདྲས་གི་སྒང་ནས་ཨ་ནི་ཁོ་རང་ཚོ་གི་ག་རེ་དང་ག་རེ་བྱས་ཡོད་བའི་གི་སྒང་ལ་ཐག་རིང་ག་རེ་ཡིན་ལ་མ་ལྟ་བ་བོད་སྐད་དགོན་པ་ལ་འགྲོ་དགོས་ཀྱི་རེད་བསམ་གྱི་འདུག་ཨ་ནི་དགོན་པ་གི་ཁ་ནས་ཡོང་ན་ཡོང་བ་རེད་མ་གཏོགས་ངོས་ལེན་མེད། ལ་དུས་གང་ལ་དེ་མ་གཏོགས་འགྲོ་ས་མེད་དུས་གང་ལ་དེ་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཨ་ནི། ཁ་ལོག་རེད། དེ། གནས་ཆུང་ཆོས་སྐྱོང་གི་བཀའ་ལུང་གི་འོག་ཨ་ནི་གནོད་ཤུགས་སྤྲད་པ་ཙམ་མ་ཡིན་པ། དེ་ཁོ་རང་ཚོ་དགོན་པ་ག་བ་ནི། ག་བ་གི་དགོན་པ་ག་བ་གི་སྤྱི་འཐུས་ཡིན་པས་ཀྱི་གང་ནས་ཁོ་རང་ཚོ་འགྲོ་རུ་བ་ད་ག་རང་དགོན་པ་གི་ཁོ་རང་ཚོ་ལ་བཀའ་གནང་ཡོད་དུས་གང་ལ་དེ་ལ་ཁོ་རང་ཚོ་གུས་ཚིག་གི་དང་ཨ་ནི་ཡ་རབས་བཟང་སྤྱོད་ཅིག་ཁོ་རང་ཚོ་གི་སྟོན་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་འོ་རེད་བསམ་གྱི་འདུག་ད་གལ་སྲིད་མ་མཆིས་པ་ཡིན་པ་ཡིན་ན་ཨ་ནི་ད་ག་རང་རུ་བ་དགོན་པ་གི་གསུང་བ་ན་ཤི་ཨ་ནི་ངོས་ལེན་བྱེད་ཐུབ་ས་མ་རེད་ལ་ནི་ད་ག་རང་རེད་དེ་གི་རྣམ་དཔྱོད་ཅིག་གར་སྟོན་དགོས་ལ་ན་ང་ཚོ་སྤྱི་ཚོགས་ནང་ལོག་ལ་ད་བར་བྱུང་བསྡད་པ་དེ་གང་ག་ལ་ཨ་ནི་དངོས་གནས། བར་ཆད་ཧ་ལས་པ་ཅིག་བྱུང་ཤག་ང་ཚོ་གྲོས་ཚོགས་ཀྱི་འཐུས་མི་ཆགས་ནས་ཨ་འདི་བརྒྱུད་ནས་ལས་ཀ་མང་པོ་ཅིག་མཐུ་མེད་ཤོར་བ་མ་ཟད་ང་རང་ཚོ་གི་སྤྱི་ཚོགས་དེ་འདབ་བརྩིགས་བཀྲུ་བ་དེ་རྣམ་པ་ཅིག་སྟོན་གི་ཡོད་རེད་བ། དེ་ཡིན་དུས་གང་ལ་ཁོ་རང་གཉིས་ཡིན་པ་ཡིན་ན་ང་གལ་སྲིད་ཁོ་རང་གཉིས་ཀྱི་ས་ཆ་ལ་ཡོད་པ་ཡིན་པ་ཡིན་ན་ལམ་སང་མི་སྐད་གོམ་པ་ལ་འགྲོ་དགོས་ན་འགྲོ་རེད་བ། དགོངས་དག་ཞུ་དགོས་ཀྱི་འདུག་ན་ཞུ་ཤག་པ་ཕུལ་དགོས་ཀྱི་འདུག་ན་ཕུལ་ཨ་དེ་ནས་གསུམ་པ་སོ་སོ་སོ་ཕྱི་གཏན་རྒྱབ་རྒྱབ་མྱུལ། རྒྱག་དགོས་ན་རྒྱབ་བཞག་ས་རེད། གལ་སྲིད་ཕྱི་དེང་རྒྱག་གི་མེད་བསམ་ན་ད་ནི་གསུམ་དེ་ཨ་ནི། ཡག་པོ་ཅིག་བྱེད་ཀྱི་ཡིན་པས་ཀྱི་རྣམ་པ་ཇི་ལྟ་ཨ་ནི་སོ་སོ་གི་ནོར་འཁྲུལ་ག་པ་ཤོར་དུ་དེ་ཧ་གོ་ཐུ་ཡ་དེ་དཔེ་གལ་ཆེན་པོ་རེད་བསམ་ནས་ངས་དེ་འདྲའི་བསམ་གྱི་འདུག་ཨ། གཞན་ཁོ་རང་ཚོ་རྐང་ཚུགས་ནས་ནོར་འཁྲུལ་ཧ་གོ་བཞིན་དུ་བྱེད་ཀྱི་ཡོད་པ་ཡིན་པ་ཡིན་ན་ད་མཚམས་གཅོད་བྱས་ན་ཡག་གི་རེད་ལ་ངས་ཨེ་འདྲ་ཅིག་དྲན་གྱི་འདུག་ད་ཁྱེད་རང་ང་ལ་བསམ་ཚུལ་དྲིས་ཡིན་ཙང་ངས་ང་རང་གི་བསམ་ཚུལ་རང་དཔེ་འབུལ་གྱི་རོ། དེ་མེད་ན། ཁོ་རང་ཉིད་ད་ག་ཟེ་ཁ་ག་མ་ལ་འཇའ་ཡེ་འགྲོ་བ་ན་ཤེས་བྱེད་ནས་འགྲོ་བ་ཡིན་ན། འདི་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་ག་ལོག་རེད་ད་འདོད་ཁོ་རང་ཉིད་ནག་ཉེས་དང་ཡིན་ཡིན་ག་རེད་ཁོ་རང་ཉིད་མགོ་ལ་གོན་པ་རེད་ད་ག་གཅིག་པོ་ཚེག་མ་རེད་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཡིན་པ་ཡིན་ན་ཡང། དེ་འདྲས་བྱེད་ནས་ལས་ཀ་དུ་རིང་ངན་ཚེ་བྱེད་ཨ་ནི་དེ་འདྲས་མ་ཐག་འགྲོ་གི་འདུག་ཨ་བསམ་ཡག་གི་བསམ་བློ་ཅིག་ཡང་རིག་པ་སྡུག་ག་འདྲ་བོ་ཅིག་ཡིན་པ་ཡིན་ན་མི་གཞན་པ་ལ་སླེབས་མ་སྲིད་བ་མ་རེད་རོ། ཨ་ནི་དེ་འདྲས་ཀྱི་རྒྱུ་ནི་ཡང། ཁ་ཅིག་གིས་ཧམ་པ་ཤིན་ཏུ་བདེ་གི་འོག་ད་ལྟ་བར་དུ་ཧམ་པ་ཤེས་པ་རེད། དེ་ཚོ་ད་འདོད་ཡིན་ན་ཡང་ཧམ་པ་ཤེས་ཡ་གི་གོ་སྐབས་འདྲ་པོ་ཅིག་ཁོ་རང་ཚོ་གཉིས་ཀྱིས་སྤྲད་ཀྱི་ཡོད་རེད་ལ་ངས་དེ་བརྗེད་ཞུ་ཡ་ཡིན། དེ་ཡིན་ཙང་ཡག་ཤོས་དེ་དངོས་གནས་ད་ས་བོད་ནས་འདུག་སླད་ཡིན་དུས་གང་ལ་ཁོ་རང་ཚོ་འདྲ་པོ་སྦྱིན་པ་ཡིན་ན། བོད་ནང་ལོགས་ནས་ཡོང་ངེས་མང་པོ་ཅིག་གི་ཁ་ལོག་རེ་འགན་བཅས་ཁོ་རང་གཉིས་ལ་ཡོད་རེད་བ། དེ་ཡིན་དུས་གང་ལ་ཁོ་རང་ཉིད་ཀྱི་བསམ་བློ་རྒྱ་ཆེན་པོ་ཅིག་བཏང་དགོས་དེ་ཧ་ལས་པའི་གི་གལ་ཆེན་པོ་རེད་ལ་ནི། འདི་གཅིག་ངས་ཞུ་ཉེ་གྲོགས་སོང་དུས་ཆེ་ན། བཀྲ་ཤིས་དེ་ལས་ཕུན་ཁང་དབང་རྒྱལ་ཁྱེད་རང་གི་དྲི་བ་གནད་འགག་དཔེ་ཧ་ལས་པ་དེ་འདྲས་ང་ལ་བསྐུལ་སོང་དུས་གཅིག་ཆེ་ན། འདི་ནང་ནས་ཁྱེད་རང་གིས་ག་རེ་གསུངས་སླ་བ་ཡིན་ན་ད་ལྟ་ང་རང་ཚོ་ལྷོ་བྱང་ཨ་མེ་རི་ཀ་ནས་ཨ་ནེ་བཅུ་དུས།

རོ། ཡིན་ནས་ཡང། ག་ལ་འོར་དེ་ལ་ཤེས་དགོས་དུས་གང་ལ་ཤེས་མ་ཐུབ་ཨ་ནི། ཤེས་དགོས་ས་ལ་དེ་ཡིན་ནས་རྙོག་དྲ་འདུག་ཨ་བསམ་ནས་འཇིགས་སྣང་བྱེད་དགོས་ཡ་ད་ཁྱེད་རང་གི་མཐའ་མ་དེ་ལ་དྲི་བ་དེ་འདྲའི་འདྲ་བཞིན་སྐུ། དེ་འདྲའི་ཡོད་དུས་གང་ལ་ཨ་ནི། ག་ལ་འོར། ཡིན་པ་ལ་ཡིན་པ་དང་མིན་པ་ལ་མིན་པ་བཟོས་མ་ཐུབ་དུས་གང་ལ་ཡི་གེ་ཞབས་བཀྱག་གང་ལ་དེ་ནི་དེ་འདྲའི་གི་གང་ནི་ཨ་ནི། འཛིན་སྐྱོང་གཅིག་གི་བ་ནི་དེ་འདྲའི་གི་གང་ལ་ཤེས་མ་ཐུབ་ཡ་ད་ཨ་ནི། བྱེད་མ་ཐུབ་ཡ་ད་དེ་འདྲའི་གི་གང་ལ་སླེབས་ཡོང་དུས་གང་ལ།

ངོ་བཤེན་དགོས་ཡག་དང། ཨ་ནེ། མི་ལ། བསམ་ཤེས་བྱེད་དགོས་ཡག་ཅིག་རེད་དེ་ཡིན་ན་ཡང། གནམ་ས་དམར་མོ་ཅིག་ཁོས་ནི། གོང་ནས། གཏམ་སྤྱོད་རང་རེད་དོ། དེ་འདྲའི་ཡོན་ཏི་ཀང་ལ། ཨ་ནེ་དེ་ཚོ་དེ། ཡག་པོ་རྩ་བ་གཉིས་ནི་མིན་འདུག། དེ་འདྲའི་ཡོན་ཏི་ཀང་ལ་ང་ཚོ། སྤྱི་ཚོགས་ནང་ལོག་ལ། བཟང་པོ་ལས་དེ། མི་ཡི་ཁོག་པ་ནང་ལ་ཐར་གྱི་ནི་མེད། དེ་ཡོན་ཏི་ཀང་ལ། ཕྱི་ལོག་གི། རྟགས། ངག་ནི། ག་ཚོད་མོ་ག་ཚོད་མི་བཟང་དོགས་དགའ་བོ་དང་ཡག་དོགས་དགའ་བོ་མཐོང་བ་ཡིན་ན་ཡང། དོན་དམ་པར་ལ་ང་རང་ཚོ་དེ་རྩ་དོན་རེད་མ་གཏོགས་ང་རང་ཚོ་ཡང། སངས་རྒྱས་གཞན་པ་ཅིག་ཚེ་ག་དྲུག་གི་འོག་མར་བ་དེ་དངོས་གནས་བསམ་བློ་བཏང་དགོས་ཡ་ཅིག་ང་ཚོ་གལ་ཆེན་པོ་ཆགས་ཀྱི་འདུག་ས་ནི། དེ་མ་ཟད་བ་ང་རང་ཚོ་འདས་པའི་གི་ལོ། དེ་ག་ནང་ལོགས་ལ་དངོས་གནས་དམངས་གཙོ་ཀ་བ་གསུམ་འདྲ་བོ་ཅིག་ཡིན་པ་ཡིན་ན། ག་ལ་བ་རེད་གཏོར་བཤིག་འཕྲོད་ཐེ་འདུག་གོ་རེད་ང་ཚོ་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་དེ་ག་ས་འདྲ་བོ་ཅིག་འཕྲོད་པ་རེད། དངོས་གནས།

ཁོ་བ་ལོག་པ་ཅིག་བེད་ཡོད་རེད་ད་ལྟ་ཧ་གོ་ཡ་ལ་གནས་ཆུང་ཆོས་སྐྱིད་ཀྱིས་ཨ་ནི། བཀའ་ལུང་མང་པོ་ཅིག་ཁོ་རང་ཚོ་གི་བེད་ཞྭ་འགྱོག་གི་གནས་སྟངས་བཅས་ཐོན་དུས་གང་ལ་དེ་དེ་ང་རང་ཚོ་མི་མང་ལ་ཕྱི་གསལ་ནང་གསལ་མེད་བ་དང་ཁོ་རང་ཚོ་གི་ཨ་ནི། རྐུབ་བཀྱག་ལ་ཡོང་ཞྭ་བཀྱག་ལ་ཡོང་ཡ་གི་ངས་ལ་ད་དམ་བཅའ་ཕུད་པ་དེ་ཏག་ཏག་བསྡད་ཀྱི་མེད་པ་དེ་ང་ཚོ་སྟོན་ཡོད་རེད་ད་ག་རང། ངས་སྤྱི་ཚོགས་ནང་བཤད་ཡ་དེ་ག་རེ་བཤད་འོ་ལ་ན། དངོས་གནས། གཉེན་མ་ཡིན་པ་ཡིན་ན་ཡང་ཁ་ལོག་རེད་ང་རང་ཚོ་བྱང་ཨ་མེ་རི་ཀ་གི་སྤྱི་འཐུས་ཀྱི་ཞབས་ཀྱག་སྒང་ལ་སླེ་ཡ་ལ་ཨ་ནི་དང་པོ་དེ་གཉིས་པ་སླེ་ངེས་དེ་ཨ་ནི་ཞུགས་ཚགས་སླེ་ཡོད་མ་རེད་ལ་ནི་གོ་ཡ་དེ་འདྲི་ད་ཡིན་ཡིན་གར་བ་གོ་ཡ་ཡིན་པ་གཅིག་པོ་མ་རེད་དེ་འདྲི་ཡིན་ཡིན་གར་བ་ད་ངས་ཡང་དག་ཧ་གོ་ཡ་ལ། ཁ་ལོག་རེད་ཁོ་རང་ཚོ་ག་ཤེད་ཅིག་གི་ཨ་ནེ། ཁ་ལོག་རེད། ད་ལྟ་བསྡད་བྱས་པའི་གི་འོས་མི་གི་སྒང་ལ་སླེ་ཡོང་ངེས་དུ་རྫོགས་ཨ་ནེ་ཁོ་རང་ཚོ་ཁ་རས། ནང་སྒོ་ནང་སྒོ་ལ་འགྲིག་ཐབས་བྱས་པའི་སྐད་ཆ་དང་སོ་སོ་ཞབས་ཀྱག་ལ་ཡོང། ཡོང་ཡག་གི་ཆེད་དུ་རྐང་བཙུགས་ནི་ཚོང་རྒྱ་བའི་གི་རྣམ་པ་ཅིག་ནས་ཨེ་འགྲིག་གོ་ཡག་འདུག་རོགས་ད་འདི་ཡི་སྐད་ཆ་འདི་བཤད་པ་ཡིན་ན་དངོས་གནས་འཛབ་ཆེན་པོ་ཅིག་གོ་གི་རེད་དེ་འཛབ་ཆེན་པོ་ཅིག་གོ་དགོས་ཡག་ཅིག་ཆགས་ཀྱི་འོར་ཁ་ལོ་འདི་ང་ཚོ་བོད་རྩ་དོན་ལ་གནས་གི་ཡོད་རེད་དེ་ཡིན་དུས་གང་ལ་ང་ཚོ་སྨྲ་ཤེས་རང་ཤེས་ཁེལ་གི་འོར། དེ་འདྲའི་འདྲ་པོ་གི་མི་ཁ་ཤས་ཡང་སྤྱི་འཐུས་ཀྱི་ཞབས་བཀྱག་ལ་སླེ་ཡག་གི་ཆེད་དུ་བརྩམས། ཨ་ནི་སླེ་ཡག་བརྩམས་གི་ཆེད་དུ་ཨ་ནི་ཁོ་རང་ཚོས་ཀྱི་ཚོང་འདྲ་པོ་ཅིག་རྒྱག་བཞག་དུས་གང་ལ་ད་འདུག་ཞེས་ནས་ཨ་ནི་བསོད་ནམས་བསྟན་འཕེལ་ལ་ངེས་ཏེ་ང་རང་ཚོ་གྲོས་ཚོགས་ཀྱི་ཚོགས་གཙོ་ཆགས་དགོས་ཡག་གི་ཚོང་དེ་འདུག་ཆགས་པ་རེད། དེ་འདྲའི་བྱས་ནས་ཁོ་རང་ཚོས་དེ་ནས་འོད་དང་པོ་དང་གཉིས་པ་རང་ངེས་དེ་ཚོ་ཤོར་ནས་ཨ་ནི་གཞན་པ་ལ་ར་ཡ་དེ་འདྲའི་བྱིན་ཀླད་པ་གི་སྐད་ཆ་བྱེད་ཡི་འདུག་དེ་ཚོ་ཡག་ད་རྩ་བ་གཉིས་ནི་མ་རེད་ཨོ། སོ་སོ་གས་མ་བྱེད་མི་ལས་བྱས་མ་བཅུག་བྱས་གི་ཨ་འདྲའི་ས་ཆ་གྱི་ཟོལ་གོ་རེད་ད་ད་རིང་གི་ཉིན་མོ་ལ་ང་རང་ཚོ་སྤྱི་འཐུས་ཡོད་མི་ལ་ངས་དེ་ཚོ་ཨ་ད་ཁྱེད་རང་གི་ལབ་པ་ན་ཤི་ཁྲག་ཁྲག་དེ་འདྲའི་ཤི་འདུག་ཟླ་བོ་རེད་ཁྲག་ཁྲག། ཡིན་གར་བ། ད་ང་རང་ཚོ་བོད་པའི་གི་མི་རིགས་ཡིན་ཚབ་ཆ་ལ་ཚང་མ་ཐག་ཁྲག་རེད། ཡིན་ནས་ཡང་ང་རང་ཚོ་ག་ལོག་རེད་ད་དུས་དང་མཉམ་དུ་ལ་ཡ་ཅིག་འགྲོ་ཡ་ཅིག་ཡོག་རེད་དེ་དུས་དང་མཉམ་དུ་ང་ཚོ་འགྲོ་དགོས་ཡ་དེ་ཧཧ་ཅང་གི་གལ་ཆེན་པོ་རེད་ད་ག་ཅིག་པུ་ཚིག་གི་མ་རེད། ཨོ། ད་སྙན་མང་ནས་བྱས་ནས་ད་ལྟ་བར་དུ་ང་ཚོ་འགྱུར་བ་མང་པོ་ཅིག་ཐལ་ཚ་བ་རེད་ཆབ་སྲིད་དེ་ང་ཚོ་ལྕགས་ཚ་བོ་འདུག་ལ་དུས་གང་དུས་གང་ལ་ང་ཚོ་གིས་ཞུགས་དགོས་ཀྱི་རེད་མ་གཏོགས་ད་ལྕགས་ཚ་བོ་དེ་ཡས་ཚ་ནས་མི་ཡག་པོ་དཔེ་ཡོར་དག་ལ་ནས་ཨ་ནི་ཡང་ང་ཚོ་ཡང་ཇུག་མ་ཇུག་མ་ལ་ཡང་བསྐྱར་དག་རང་དག་རང་བྱེད་བསྡད་པ་ཡིན་ན་ཨ་ང་ཚོ་དུས་དང་མཉམ་དུ་མཉམ་དུ་ཨ་ནི་གནད་ལ་འཁེལ་བ་དེ་ཨ་ནི་ང་ཚོ་ཤོར་འགྲོ་གི་ཡོག་རེད་ལ་ངས་དེ་ཅིའི་ཞུ་ཡ་ཡིན་རོགས་ཨ་གཉིས་པ་དེ། ད་ཨ་མདའ་ཁྱེད་རང་གི་དྲི་བ་གསུམ་པ་འདྲ་བོ་ཅིག་ཡིན་པ་ཡིན་ན། ཉིན་མ་དེ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་དགུ་པ་ལ་ད་ང་ཚོ་གྲོས་ཚོགས་ནང་ལོགས་ལ་ཨ་ནེ་སྨོན་ལམ་མཐར་ཕྱིན་གྱི་རྒྱ་མི་གསོ་བ་རེད་ལབ་པའི་སྐད་ཆ་དེ་སྒང་ལ་ཡིན་པ་ཡིན་ན་ཨ་ནེ་ང་དེ་འདྲའི་གི་གནས་སྟངས་སྐབས་ལ་ཨ་ནེ་གྲོས་ཚོགས་དེ་ཨེ་འདྲས་ཟེར་ནས་བཞག་ནས་འགྲོ་བ་དེ་གི་སྒང་ལ་ཁྱེད་རང་ག་རེ་བཤད་ཡ་ཡོད་ལ། ད་ང་ཕི་གི་གྲོས་ཚོགས་ནང་ལ་དུས་དུས་སྐབས་ལ་ཡོད་པ་ཡིན་པ་ཡིན་ན། ད་གྲོས་ཚོགས་ནང་གླེང་མོལ་མང་པོ་བྱུང་པ་རེད་ཁག་ཅིག་གིས་ལབ་པ་རེད། ཁོང་རྒྱ་མི་གསོ་བ་ཡིན་པ་ཡིན་ན་ང་འདི་ནང་ལ་བསྡད་ནས་ཨ་ནེ choice མི་འདུག་ང་དེ་འདྲའི་མཉམ་དུ་རྐུབ་བཀྱག་སྒྲིག་ནས་བསྡད་འདོད་མེད་ལ་ངས་བྱུང་པ་རེད་ཁོང་ཚོ་ལ་ཁག་ཡོད་མ་རེད་དངོས་གནས་སོ་སོ་རྩ་དོན་གྱི་ངང་ནས་བཏགས་པ་ཡིན་ན་རྒྱ་མི་གསོ་བ་འདྲ་བོ་ཅིག་ང་རང་ཚོ་གི་གྲོས་ཚོགས་ནང་ལོགས་ལ་འདུག་མཉམ་དུ་བསྡད་ཡོད་ན་མཉམ་དུ་ཞར་ལ་འགྲོ་གི་རེད་བ། དེ་ཡིན་ཙང་ཁོ་རང་ཚོ་གིས་དེ་གསུང་དགོས་ཆགས་པ་རེད་ཡང་གཡུག་ནས་འགྲོ་དགོས་ལ་ན། གཡུག་མ་ཐུབ་ཡ་ཅིག་ག་རེ་བྱ་ན་གཡུག་ནས་འགྲོ་བ་ཡིན་ན་ད་ག་རང་ཁོ་རང་ཚོར་དགོས་དགོས་ཡོད་རེད་ཁེལ་སྲིད་ག་ལ་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་གོ་ཡ་དེ་ག་རེ་བྱུང་བ་ལ་ན་ཁོ་ཚོ་ང་ཚོ་བོད་མི་སྒྲིག་འཛུགས་ཁ་ཚང་གཅིག་བཙུགས་ཀྱི་ཡིན་ལ་ཡ་གི་གནས་སྟངས་སྐད་ཆ་དེ་འདྲས་ཅིག་གོ་ཡ་བྱུང་བ་རེད་དེ་ཡིན་དུས་གང་ལ་ཁོ་རང་ཚོ་གི་བྱེད་སྟངས་དེ་ལ་བལྟ་བ་ཡིན་ན་ང་རང་ཚོ་བོད་མི་སྒྲིག་འཛུགས་དེ་གཏོར་བཤིག་བཏང་མ་ཐུབ་ནས་བསྡད་ཡོད་རེད་དེ་ལ་དེ་ག་ལ་ཁོ་རང་ཚོ་གི་ལབ་ཡ་དེ་ལ་ཏག་ཏག་བསྡད་ཀྱི་ཡོད་རེད་གལ་སྲིད་ང་ཚོ་གྲོས་ཚོགས་ནང་ལོགས་ནས་ཁ་ཅིག་ཡ་ནི་རྒྱ་མི་གསོ་བ་ཡོད་བ་ཡིན་ན་ང་ཚོ་རྐུབ་བཀྱག་སྒྲིག་ནས་བསྡད་ཀྱི་མེད་ལས་ངན་འདི་ཚོ་སྙིང་རྗེ་ཁོ་རང་ཚོ་འདྲ་པོ་ཅིག་ཡིན་པ་ཡིན་ན་ནི་གཡུག་ནས་འགྲོ་ནས་འགྲོ་མ་ཤེས་བསྡད་གོ་ལ་ནས་བསྡད་མ་ཤེས་འདི་འདྲའི་ཆགས་པ་རེད་གང་འཚམ་བྱས་ལ་ཡ་བྱས་མ་བྱས་བྱས་ནས་ཁོ་རང་ཚོ་ལྐུགས་པ་ཡིན་དང་མེད་ཨ་ནི་གྲོས་ཚོགས་དེ་སྡུག་ས་བྱས་ནས་སྐབས་རེད་ད་དེ་གྲོས་ཚོགས་བཀག་ཡ་དེ་ང་རང་ཚོ་དངོས་གནས་རང་ངོས་ཀྱི་སྒང་ལ་བསྡད་ཡོད་དུས་སྒང་ལ་དེ་དེ་དངོས་གནས།

དེ་འདྲའི་བྱས་པ་བྱེད་སྟངས་དེ་འདྲའི་འདྲ་པོ་ཅིག་བྱས་པ་ཡིན་ན་ང་རང་ཚོ་གི་སྤྱི་ཚོགས་ནང་ལ་བརྡ་ལན་ག་རེ་སྤྲད་འོས་རེད་འཛམ་བུ་གླིང་ལ་ང་ཚོ་བརྡ་ལན་ག་འདྲེ་སྤྲད་ཀྱི་རེད་དམིགས་བསལ་གྱི་ང་ཚོ་རོགས་དངུལ་འདྲ་པོ་ཅིག་ཡིན་པ་ཡིན་ན་ཕྱི་རྒྱལ་ཁབ་ལ་ང་ཚོ་གི་ཞི་བ་སྟབས་བསྟུན་བྱེད་དགོས་དུས་གང་ལ་ཨ་དེ་འདྲའི་སྒང་ལ་ང་ཚོ་བརྡ་ལན་ག་འདྲེ་སྤྲད་ཀྱི་རེད་ལ་ནི་འདི་སྒང་ལ་ངས་ཁོང་ཚོ་མཉམ་དུ་ཨ་ནི་དེ་ག་རང་ཉིན་མོ་དེ་ལ་སྐད་ཆ་བཤད་ཐུ་ཡ་བྱས་ཨ་ནི་གང་བྱུང་བྱུང་གང་མགྱོགས་མགྱོགས་དེ་གྲོས་ཚོགས་དེ་འཚོགས་ཐུ་ཡ། དེ་འདྲའི་གི་གང་ལ་ངས་བསམ་བློ་ཅིག་བཏང་གི་རེད་ད་ག་གཅིག་པུ་ཚེ་གི་མ་རེད་ངས་ཡང་དག་སྨོན་ལམ་མཐར་ཕྱིན་དང་ཁོ་རང་ཚོ་གི་བྱེད་བྱེད་བསྡད་པའི་གང་ལ་ཁོ་རང་ཚོ་གི་གནས་སྐབས་རེ་ང་ལ་ག་ལོག་རེད་ང་རྒྱལ་དང་ཨ་ནི་རང་རྒྱལ་དང་གཞན་ཕམ་གི་སྐད་ཆ་ལ་ཙམ་མ་བརྟག་པ་ང་རང་ཚོ་ཆབ་སྲིད་ཀྱི་ངོ་བོ་ནས་གཅིག་པོ་བརྟག་ནས་ཡིན་ན་ཡང་ར། བསམ་བློ་ཅིག་གཏང་དགོས་ཅིག་ཆགས་འདུག་ཨ་ལས་ཅིག། ཨ་ནི་གལ་སྲིད་དེ་འདྲས་མ་བྱས་པ་ཡིན་པ་ཡིན་ན། ནི་ད་ལྟ་གནས་སྐབས་རིང་ང་ལ་རྒྱ་མི་གསོ་བ་ལས་དེ་ལྐོག་ལ་ཁེལ་ནས། དཀའ་ངལ་ཅིག་ཡོད་བ་མ་ཟད་མ་འོངས་པ་ལ་འདི་སྐྱོ་རིང་པོ་ཅིག་ཁྱེད་རང་གི་སྐོར་གླེགས་རེ་བཏགས་ཟིན་དེ་བྱས་ནས་ང་ཚོ་གང་ཐུབ་ཐོག་ཅིག་ང་ཚོ་བཟོད་ཐབས་བྱེད་ཐུབ་ན་བྱེད་ཐུབ་ཀྱི་འདུག་ལས་དང་གཅིག་ཨ་ནི། གཉིས་པ་དེ། ང་རང་ཚོ་ད་གྲོས་ཚོགས་ནང་ལོགས་ལ་ཁྲིམས་བཟོས་ངེས་ཡིན་ལ་དེ་ག་ལ་ཁྲིམས་དང་སྒྲིག་གཞི་གི་འོག་ནས་དེ་གང་ལ་ནན་པོ་ཅིག་འགྲོ་ཐུབ་ཡ་དེ་ང་ཚོ་དངོས་གནས་གཟི་བརྗིད་ར་བོ་ཅན་ཡིན་པ་ཡིན་ན་ངོམ་ཐུབ་ཡ་ཅིག་ཨ་འདྲས་ང་ཚོ་གས་བཟོས་ཐུབ་ཡ་ཡོད་རེད་དེ་གང་ནི་ངས་འབོད་སྐུལ་ཞུ་ཡ་ཡིན་བདེ་སྲུང་ལ་ཡིན་པ་ཡིན་ན་ཡང་རེད་བ། དེ་འདྲ་ཡིན་དུས་གང་ལ་ཨ་ནེ། ག་ལོག་རེད་ང་ཚོ། དེ་གྲོས་ཚོགས་དེ་ནང་ལོགས་ལ་ཨ་ནེ། མི་སྒེར་གཅིག་གི་ད་མི་སྒེར་ལ་ན་ད་སྤྱི་འཐུས་སྒེར་གཅིག་གི་ད་ཟླ་བོ་ཕུན་སྐྱིད་ལ་རོགས། ཟླ་བོ་ཕུན་སྐྱིད་ལ་ཁོ་རང་གི་དེ་འདྲའི་ཞིག་ཤེས་ཡོང་དུས་གང་ལ། ཨ་ནེ་ཁོ་རང་ལ་སྡང་ཟུག་བྱེད་དགོས་ཡག་འགྲོ་གཅིག་ཡིན་པ་ཡིན་ན་ཨ་ནེ། དངོས་གནས།

མི་འཐད་ང་ཚོ་དེ་བོད་རྩ་དོན་རེད་ད། ཨ་བོད་རྩ་དོན་ནང་ལ་དེ་དང་དེ་འདྲ་བོ་ཅིག་གི་གླེང་མོལ་ཞིག་གླེང་སོང་ན། ཡ་མེད་ན། ཨ། ཡིན་ན་ཡིན། མེད་ན་མེད་ལ་ནི་ང་ཚོ་གི་གཙང་མ་ཅིག་བཟོས་དགོས་གི་རེད་ཨ་ལ་ནི་སུས་ཀྱ་ཁ་བཀྱག་མ་ཐུབ་དེ་གང་ལ། ཨ་དེ་འདྲའི་ཕྱིར་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ཨ། དྲང་པོ་ཤེས་ངེས་ཅིག་ཡིན་པ་ཡིན་ན་ཨེ། ཁ་བཀག་བཞག་གི་ཡོད་ནི་དྲང་པོ་མ་ཤེས་ངེས་ཅིག་གལ་སྲིད་ཡིན་པ་ཡིན་ན་ཡང། ཨ་ནི་ག་རེ་བྱེད་དགོས་ལ་ན་དེ་འདྲའི་འདྲ་བོ་ཅིག་ཀང་ཚོ་ནི་ཆ་བཅོས་ནི་ཨ་ནི་ཅང་ཅང་བཟོ་དགོས་རེད། དེས་ང་ཚོ་གིས་ངེས་པར་དུ་བསམ་བློ་གཏང་དགོས་རེད་ང་ཚོ། ཁ་གཅིག་ལ་གཅིག་པུ་མ་རེད་པ་བྱས་ཁ་མང་པོ་བཅིངས་ནས་ང་ཚོ་གིས་བལྟ་ནས་ང་ཚོ་གིས་དེ་འདྲའི་ཅིག་བྱེད་དགོས་དེ་གང་ལ་ངས་ད་ལྟ་དེའི་ལ་ཡ་དེ་ལ་ངས་ཀྱི་ཡང། ག་ལ་འོ་རེད་སྤྱི་འཐུས་ཏའོ་ཧྥུན་ཀྱིས་ལ་ངས་ཀྱི་ནོར་འཁྲུལ་བཏོན་པའི་གི་སྐད་ཆ་རྩ་བ་གཉིས་ནི་མེད་མ་རྩ་ནི་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་གླེང་མོལ་ག་རེ་དང་ག་རེ་སླེབས་པ་དེ་ལ་ང་ཚོ་རྟག་པ་རྒྱག་དགོས་དེ་ཕལ་གལ་ཆེན་པོ་ཆགས་ཀྱི་འདུག་དམིགས་བསལ་གྱི་ང་ཚོ་གྲོས་ཚོགས་ནང་ལོགས་ལ་སླེབས་ཚར་བའི་གི་སྐད་ཆ་ཞིག་ཡིན་པ་ཡིན་ན། དེ། ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་བར་ལ། གནས་འདི་མགྱོགས་བོད་མི་མང་བཀྲེས་མ་ན་ཞིག་ཐོར་བསྡད་པ་དེ་ཚང་མ་ལ་གནས་ཀྱི་ཡོད་དུས་གང་ལ་ང་རང་ཚོ་དངོས་གནས་དེ་གང་ལ་ནན་པོ་བྱེད་ནས་ག་ལ་རེད་དགོངས་པ་ཅིག་བཞེས་དགོས་ཡ་ཅེས་ཚང་མས་སྤྱི་འཐུས་གཅིག་དང་གཉིས་མ་རེད་སྤྱི་འཐུས་ཚང་མས་ཀྱི་དེ་གང་ལ་དགོངས་པ་བཞེས་ཡ་དགོངས་པ་བཞེས་ཐུབ་ཡ་དེ་འདྲས་གང་ལ་ལས་གུ། ལས་ཀ་ཡིན་ན་བྱེད་ཐུ་ཡ་ཤེས་དགོས་ཡ་ཅིག་ཡིན་ན་ཤེས་ཐུ་ཡ་དེ་འདྲི་ཅིག་ང་ཚོ་གོ་གི་འདུག་ལ་ནི་གཞན་མེད་ན་དེ་ག་ལ་བ་རེད་སྒེར་གཅིག་དང་ཨ་ནི་སྤྱི་འཐུས་སྒེར་གཅིག་དང་ཨ་ནི་དེ་འདྲི་གི་གནས་སྟངས་རེད་ཨ་ནི་གཅིག་གི་གཅིག་ལ་འཁོན་འཛིན་གི་གནས་སྟངས་རེད་ལ་འདི་འཁོན་འཛིན་གི་སྐད་ཆ་ཆགས་ཀྱི་ཡོད་མ་གྲོ་ཚོགས་ནང་སླེ་དངོས་སླེ་ཚར་བའི་རྗེས་ལ་འདི་ང་རང་ཚོ་བོད་མི་མང་གི་ཆག་སྒོའོ། དེ་ཡིན་ཙང་ཡིན་གྱི་རོགས། གྲོས་ཚོགས་ནང་གི་གླེང་མོལ་དེ་ཚོའི་བདག་པོ་རྒྱབ་མ་ཐུབ་དེ་ག་ལ་ང་རང་ཚོའི་སྤྱི་ཚོགས་ནང་གི་དཀའ་ངལ་དེ་ཚོ་ད་ག་འདྲས་བདག་པོ་རྒྱབ་ཐུབ་བ་ལ་ཡ་ཅིག་སྐད་ཆ་ཅིག་ཆགས་ཀྱི་འདུག་བ། འོ་དེ་འདྲའི་འདྲ་བོ་ཅིག་རེད་ལ་ནི། ཨ་ནི་ངས་ཁྱེད་རང་གི་དྲི་བ་དེ་ལ་ལན་ཆ་ཚང་ཕུལ་ཐུབ་ཡིན་བསམ་གྱི་འདུག།